བང་རིམ་ཆེན་མོ། ཤོག་གྲངས་སུམ་བརྒྱ་བཅུ་གཉིས། ཐིག་ཕྲེང་དང་པོ་ཨོ་དེ་ནི་མང་ཞུ་བའི་ཡིན། གཉིས་པ། ཞི་བ་ལྷ་ཡི་གཞུང་ལ་བརྟེན་ནས་སྦྱངས་པ་ལ་གསུམ་ལས་བྱེད་ད་ཁ་སང་འདི་པུ་རུ་དེ་ལ་བདག་གཞན་མཉམ་པའི་སྐོར་དེ་ཁ་གསལ་བ་དེ་སྤྱོད་འཇུག་ཡོད་ཙང་སྤྱོད་འཇུག་དང་འབྲེལ་ནས་ཞུས་ཚར་བ་རེད། ད་ད་རིང་དེ། ལག་རིང་རང་གིས་ལག་རིང་ཆེན་མོ་རང་གིས་ས་བྱས་ཞེ་བཟུང་བྱས་ནས་འགྲོ་ཡོང་དུས་སྦྱང་བ་ལ་གསུམ་ལས། ད་གསུམ་གྱི་ནང་ནས་དང་པོ་བདག་གཞན་བརྗེ་བའི་ཕན་ཡོན་དང་མ་བརྗེ་བའི་ཉེས་དམིགས་བསམ་པ་ནས། ད་འདིའི་ས་བཅད་ནང་ལ་བདག་གཞན་བརྗེ་བའི་ཕན་ཡོན་དང་མ་བརྗེ་བའི་ཉེས་དམིགས་ཟེར་ནས་གསུངས་ཡོད་རེད། ད་འདི་ནང་ལོགས་ལ། གང་ལྟར། རང་གཅེས་འཛིན་གྱི་ཕན་ཡོན་དང། ཁ་ཚ་རང་གཅེས་འཛིན་གྱི་ཉེས་དམིགས་དང་གཞན་གཅེས་འཛིན་གྱི་ཕན་ཡོན་དེ་ཡང་འདི་ནང་ལ་ཡང་ཚུད་ཡོད་རེད། དེ་ཡིན་པ་ཡིན་དུས་ད་ཨ་ལས་མ་འདི་ནས་མ་གཞུང་མ་འགོད་དུས། གསལ་པོ་ཆགས་འགྲོ་བ་ད་དེ་མ་ཟེར་ཡ། བདག་གཞན་བརྗེ་བའི་ཕན་ཡོན་དང་མ་བརྗེ་བའི་ཉེས་དམིགས་བསམ་པ་ནས་བྱས། ད་འདི་ལ་ཨ་ལས་ཉན་རེ་ཡ། ད་ཁུངས་གཙོ་བོ་ཞི་བ་ལ་ལ་འདུག་གི་ཡོད་དུས་སྤྱོད་འཇུག་གི་ལུང་ནང་དུ་བ་སྤྱོད་འཇུག་ལས། གང་ཞིག་བདག་དང་གཞན་རྣམས་ནི་མྱུར་དུ་བསྐྱབ་པར་འདོད་པ་དེས་བདག་དང་གཞན་དུ་འབྲེལ་བྱ་བ་གསང་བའི་དམ་པ་བཅད་པར་བྱ་ཞེས་དང། ཟེར་ནས་ཨ་ལི་ཏི་པ་ཏུ་པའི་ཚིག་གི་བརྡ་ཆོས་ཁྱོད། ད་འདི་གྱིས་གཙོ་བོ་བདག་གཞན་གཉིས་བདག་གཞན་བརྗེ་བའི་ཉམས་ལེན་དེ་ངེས་པར་དུ་ད་བྱེད་དགོས་རེད་གསུང་གི་བརྡ་ཆོས་རེད་བ། ད་འདིས་གསུང་སྟངས་དེ་ག་འདྲས་གསུང་རེད་ལབ་ན། གང་ཞིག་བདག་དང་གཞན་རྣམས་ནི་མྱུར་དུ་བསྐྱབ་པར་འདོད་པ་དེས་ཟེར་དང་གང་ཞིག་ཟེར་ཏེ་བདག་གཞན་གཉིས་སྡུག་བསྔལ་ལས་མྱུར་བ་མྱུར་དུ་བསྐྱབ་པར་འདོད་མཁན་གྱི་སྐྱེས་བུ་གང་ཞིག་འདུག་གོ་བ། བྱས་ཙང་སྐྱེས་བུ་གང་ཞིག་བདག་དང་གཞན་ད་རང་ཙམ་མ་ཡིན་པས་ཨ་ནི་གཞན་སེམས་ཅན་ཐམས་ཅད་བདག་དང་གཞན་རྣམས་ནི། མྱུར་དུ་སྐྱབས་པར་བཟོད་དུས་མྱུར་དུ་ཟད་དེ་དུས་ཀྱི་ཁྱད་པར་དེ་མྱོང་བ་ཉིད་དོ། སྐྱབས་ཟེར་ཡ་དེ་ཨ་ནི་སྡུག་བསྔལ་རྒྱུ་དང་བཅས་པ་ལས་ཨ་ནི་སྐྱབས་པར་འདོད་པ་དེ་ཡིས་སྐྱབས་པར་འདོད་པའི་སྐྱེས་བུ་དེས། ད་སྔོན་ནས་ད་ནི་སྡུག་བསྔལ་ལས་སྐྱབས་འདོད་ཡོད་ན། ཨ་ནི་བྱང་ཆུབ་ཀྱི་སེམས་བསྒོམ་དགོས་རེད། བྱང་ཆུབ་ཀྱི་སེམས་ཀྱི་ནང་ནས་ཀྱང་ཨ་ནི་རླབས་ཆེ་བ། ཨ་ནི་གཅིག་བདག་གཞན་མཉམ་བརྗེས་ཀྱི་བྱང་ཆུབ་ཀྱི་སེམས་བསྒོམ་དགོས་རེད་གསུངས་ཡ་དེ་ལ་བདག་དང་གཞན་དུ་འཇལ་བྱ་བ། ད་བདག་དང་གཞན་དུ་འཇལ་བྱ་བའི་བྱང་ཆུབ་ཀྱི་སེམས་དེ། ཨ་ནི་ག་འདྲི་ཅི་རེད་ལ་ན་གསང་ཡིག་དམ་པ་རེད། གསང་ཡིག་དམ་པ་རེད་ཟེར་ཏེ་གསང་བ་ཟེར་ཡ་དེ། ཨ་ནི། སྤྱི་བཏང་ཁ་སང་སྤྱོད་འཇུག། ཡང་དག་ཁྲིད་ཉན། གསན་མཁན་ཚོ་དེ་ད་གསན་ཚར་ཡོད་རེད་ད་ཡང་མ་གསན་མཁན་དེ་འདྲ་ཡོད་བ་ཡིན་ན་དེ་མཁྱེན་དགོས་རེད་གསང་ཡིག་དམ་པ་ཞེས་པའི་གསང་བ་དེ་ལ་བརྩི་སྟངས་གཉིས་ཡོད། གསང་བ་བརྩི་སྟངས་གཅིག་འདི། ཨ་ནི། ཐེག་ཆེན་ལ་ལྟོས་ཏེ། ཨ་ནི། ངེད་རང། ད་ངེད་རང། ངེད་རང་གི་གང་ཟག་མན་ཆད། ངེད་རང་གི་གང་ཟག་མན་ཆད་ཀྱིས།

འདི་མ་གཏོགས་སྐབས་འདིར་གསང་སྔགས་ཞེས་པའི་སྔགས་ལ་གསང་བ་གསང་བ་ཟེར་ཡང་ཡིན་གསང་བ་དེ་མ་རེད་དམ་པ་འདི་རྡོ་ཆོག་ཞེས་ཤ་ཆེན་གྱི་རྗེ་ཞིག་ཡོད་ལ་ཨོ་ད་དེའི་ཆེད་ད་ཡང་གསང་བའི་དམ་པ་སྐྱེས་པར་ཆགས་ལ་ཡ་གཅིག་འདི་ཨ་ནི་ཡང་གོ་བ་འདི་ཐེག་ཆེན་པ་ཡིན་ན་ཡང་ཨ་ནི་བས་ཅིག་གིས་རྒྱུད་འགྲེལ་མན་ངག་བདུན་གྱི་སྒོ་ནས་བློ་སྦྱོང་ཡ་དེ་སྦྱོང་ཐུབ་མཁན་བདག་གཞན་མཉམ་བཞི་ཡོད་སྒོ་ནས་བློ་སྦྱོང་ཟེར་དུས་བདག་གཞན་མཉམ་པ་དེ་ཚོ་དུ་འགྲིག་གི་འདུག་སྟེ་ཡ་ཡ་གླས་ནས། དག་ཞིང་མཇལ་བ་ག་དུས་ལས་ཡོང་དུས་གཏོང་ལེན་གྱི་ཉམས་ལེན་བཞི་པོ་འདི་འདྲས་གསུངས་ཀྱི་ཡོད་རེད་བ། ད་དག་ཞིང་མཇལ་བའི་ཉམས་ལེན་དངོས་གཞི་གཏོང་ལེན་ལ་སོགས་པ་འདི་འདྲས་ཀྱི་ཐབས་ནས་ཉམས་ལེན་འདི་གསུངས་མྱོང་དུས། འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་དང་བཀྲ་མི་ཤིས་པ་ཐམས་ཅད་བདག་ལ་ཡོང་བ་ཤོག། བདག་གིས་སྐྱེ་བ་ཐོག་མེད་ནས་བསགས་པའི་བདེ་སྐྱིད་ཐམས་ཅད་སེམས་ཅན་གཞན་ལ་ཕར་སྨིན་པ་ཤོག་སོགས་འདི་འདྲ་གི། ཨཱ་ནི་བས། ཉམས་ལེན་འམ་བསམ་བློའི་སྟོབས་སྙིང་སྟོབས་འདི་འདྲས་ཀྱི་ཉམས་ལེན་འདི་ཡང་ཅིག་བྱས་ཁག་པོའམ་བྱེད་མ་ཐུབ་པ་འདི་འདྲས་ཀྱི་ཡང་འདུས་བྱས་ཡོད་རེད་དེ་ཚོ་དེ་ལྟས་ན་བྱང་ཆུབ་སེམས་དཔའ་དང་དབང་པོ་རྟུལ་པོས་དབང་བསྡུས་བྱས། ཨ་ད་དེ་འདྲས་བྱས་ད་ཡིན་ན་ཡང་དེ་ཚོ

དེ་རྒྱུན་ཞེས་བསྟན་འདོད་ལས་བྱུང། འཇིག་རྟེན་སྡུག་བསྔལ་ཇི་སྙེད་པ། དེ་རྒྱུན་བདག་བསྟན་འདོད་ལས་བྱུང། མང་དུ་ཤེས་དང་ཅི་དགོས་བལྟས། བྱིས་པ་རང་གིས་དོན་བྱས་དང། ཐུབ་པ་གཞན་གྱིས་དོན་མཛད་པ། འདི་ཉིད་ཀྱིས་ནི་ཁྱད་པར་ལྟོས། བདག་གིས་གཞན་གྱི་སྡུག་བསྔལ་དག། ཡང་དག་འཇལ་བར་མ་བྱས་ན། སངས་རྒྱས་ཉིད་དུ་མི་འགྲུབ་ཅིང། འཁོར་བ་ན་ཡང་བདེ་བ་མེད། ཅེས་གསུངས། ཨ་ལས་འདི་བྱས། ད་ཅེས་གསུངས། ཟོས་དུས། འདི་ཡན་ཅིག་ཤོ་ལོ་ཀ། བདེ་སྐྱིད་འདི་གསུངས་པ་རེད་དེ། རྡོག་རྡོག། དེའི་ཁ་ཐུག་དེ་ལ་རྡོག་རྡོག་ཟོམ་གཏོང་ཡང་ག་རེ་ཟོས་དུས། འདིའི་འོག་ཏུ་རྗེ་རུ་འཇུག་འདི་གསུངས་འདུག་ཅེས་གསུངས་པ་ལྟར། བདག་ལ་གཅེས་པར་འཛིན་པ་དེ། རྒུད་པ་ཀུན་གྱི་མགོ་དང། རྒུད་པ་ཟོས་དུས། ཨ་ནི་ཐབས་སྐྱོ་བོ་ཆགས་ཡ་སྐྱོན། ཨ་ནི་ཅི་གི་ད་ག་འདར་འདུག་ག།

དགེ་ལེགས། ཡང་ནི་གཅིག་གིས་བཟང་པོ། དེ་འདྲས་ལ་ཡང་ཕུན་སོགས་ཟེར་བར། ཕུན་སོགས་བ་ཐམས་ཅད་ཀྱིས། གནས། གནས་དང་སྒོ་དང་གཞི། འདི་ཚོ་གཅིག་པ་རེད། གནས་སུ། བསམ་མོ། ཟེར་ན་བསམ་མོ་ཟེར་དུས་སྐབས་འདིར་འདི་བསམ་བློ་གཏོང་དགོས་རེད་ཟེར་གསུང་གི་འདུག་བ། འོ་ད་འདི་སྤེན་ཚེ་གི་དག་གྱོན་ཨ། འོ་ཡ། ད་འདི་ཚུད་དུས་ངས་གློག་ཡག་གི་གློག་ཚ་རེད་ད་འགྲེལ་བཤད་འདི་ཞུས་པ་ཡིན་ན་ད་གང་འདི་ནས་མ་བྱེད་འགྲོ་ན། འཇིག་རྟེན་བདེ་བ་ཇི་སྙེད་པ། དེ་རྒྱུན་གཞན་དོན་འདོད་ལས་བྱུང། ཟེར་ནས། ག་ས། དོན་དག་གཅིག་བྱེད། དོན་དག་གཉིས་པ་འདི་ལ་འཇིག་རྟེན་སྡུག་བསྔལ་ཇི་སྙེད་པ་ཨ་ལེ་འདི་བཟོ་བ། འཇིག་རྟེན་བདེ་བ་ཇི་སྙེད་པ་ས་འཇིག་རྟེན་གྱི་བདེ་བ་ཟེར་བ། ད་འཇིག་རྟེན་ན་ལ་གོ་རེ་འགྱུ་འཇིག་རྟེན་གྱིས་བརྒྱ་ཆ་བཞི་འོང་བ་འཇིག་རྟེན་ན་ཨ་ནི་བདེ་བ། བཅས་ཀྱི་ག་ཚོད་ཇི་སྙེད་པ་ཞེས་པ་དེ་ག་ཚོད་ཡོད་པ་དེ་ཆ་ཚང་བ་དེ་ཟེར་ནས་འདུག་གོ་རོགས་ད་ཇི་སྙེད་པ་ག་ཚོད་ཡོད་པ་ཚང་ན་གང་ཡོད་པ། འཇིག་རྟེན་ན་ལ་བདེ་བ་གང་ཡོད་པ་ད་འདི་ལ་དུས་ཙམ་པ་བདེ་བ་དེ་ན་ལ་ཨ་རེ་ངན་ལ་ལུས་ཀྱི་བདེ་བ། དེ་ནས་སེམས་ཀྱི་བདེ་བ། དེ་ནས་བཅས་ཀྱི་གནས་སྐབས་ཀྱི་བདེ་བ་མཐར་ཐུག་གི་བདེ་བ་ཨ་ནི་ཚེ་འདི་ཡི་བདེ་བ་སྐྱེ་བ་ཕྱི་མའི་བདེ་བ། དེ་ནས་བཅས་ཀྱི་འཁོར་རིགས་གནས་སྐབས་ཀྱི་བདེ་བ་ཐར་པའི་ཐམས་ཅད་མཁྱེན་པའི་གནས་སྐབས་ཀྱི་བདེ་བའོ་ད་ཚང་མ་འཇིག་རྟེན་ན་འཇིག་རྟེན་ན་བདེ་བ་ཇི་སྙེད་པ་བདེ་བ་གང་ཡོད་པ་དེ་ཀུན།

གཞན་གྱི་སྡུག་བསྔལ་དེ་གལ་ཆེན་བརྩིས་ནས་གཞན་གྱི་སྡུག་བསྔལ་དེ་མེད་པར་བཟོ་ཡག་སའོ་འདོད་ཀྱི་ལོ། དེ་འདྲི་ལ་ཡོང་དུས་གཞན་གཅེས་འཛིན་དེ་ལ་ནང་གསེས་ཀྱི་དབྱེ་བ་ཕྱེ་ན་གསུམ་ཡོད་རེད་བསམ་མོ། གཞན་གཅེས་འཛིན་དེ་གི་དང་པོ་དེ་གང་ལྟར་གཞན་ལ་ཕན་པར་འདོད་པའི་བློ། ཚང་མ་གཞན་གཅེས་འཛིན་ཟེར་དེ་བྱས་ན་འདི་འདི་སྐོར་དང། རང་ལས་གཞན་གལ་ཆེ་བར་ལྟ་བའི་སྒོ་ནས་གཞན་ལ་ཕན་པར་བྱེད་པ་ཕན་པར་འདོད་པའི་བློ་དེ་བྱས། གཞན་ལ་ཕན་པར་འདོད་པའི་བློ་ཟེར་ཉིན་དེའི་ནང་ལ་ཕན་ཐོགས་བྱེད་དང་གཉིས། གཞན་སྡུག་བསྔལ་ལས་སྐྱབས་པའི་སྒོ་ནས་ཕན་ཐོགས་བྱེད་པའི་བློ་ཟེར་ལ་དུས་སྙིང་རྗེ་དེ་ཆགས་ཀྱི་ཡོད་རེད། གཞན་བདེ་བ་མེད་པ་ལ་བདེ་བ་སྦྱིན་པའི་སྒོ་ནས་ཕན་པར་བྱེད་པའི་བློ་ལ་ན་བྱ་བ་ལས་ཡོད་རེད་དེ་འདི་ལ་ཡོང་དུས་གཞན་གཅེས་འཛིན་དེ་ལ་གསུམ་ཡོད་ལ་གོ་དགོས་གཞན་གཅེས་འཛིན་དེ་ལ་ག་ཚོད་ཡོད་ཟེར་ན་གསུམ་ཡོད་གཞན་གཅེས་འཛིན་དང་པོ་དེ་སྤྱི་ཁྱབ་ཏུ་ཁྱེད་ཡོང་གཞན་ལ་གཞན་གྱེས་བྱ་བ་རང་ལས་གཞན་གྱེས་བྱ་བར་ལྟ་བའི་སྒོ་ནས་གཞན་ལ་ཕན་པར་བྱེད་པའི་བསམ་བློ་དེ་ལ་གཞན་གཅེས་འཛིན་ཟེར་ལ། གཞན་གཅེས་འཛིན་དེ་ཡི་ནང་གསེས་ནང་ལ་ག་རེ་ཡོད་རེད་ལ་ན་གཞན་སྡུག་བསྔལ་ལས་བསྐྱབ་པར་འདོད་པའི་སྙིང་རྗེ་གི་བསམ་པ་ཡིན་རྐྱེན་གྱི་གཞན་གཅེས་འཛིན་བྱེད། ཡང་གཞན་ལ་བདེ་བ་སྦྱིན་པར་འདོད་པའི་བྱ་བ་ངོ་བོར་གྱུར་པས་གཞན་གཅེས་འཛིན། བྱམས་པ་སྙིང་རྗེས་གཞན་ལ་གནོད་པ་མི་བྱ་བར་ཕན་པར་བྱེད་འདོད་པའི་བསམ་བློ་ཚང་མ་འདི་ནང་ལ་གླེང་དགོས་པ། དངོས་གནས་དང་ལེན། ད་འདི་ལ་ཡང་ཨ་ནེ་ཀ་སུ་རེ་གི་ཤི་ཀོ་ཏོ་རེ་གི་ཨ་ནེ་ཅིག་གི་ད་ལྟ་ཨ་མ་ཞིག་ལ་གསུངས་པ་ནང་བཞིན། ཇི་ལྟར་ཁྱོད་ཀྱིས་ཨ་ནེ་རང་གི་བུ་ཕྲུག་ལ་གཅེས་པའི་བློ་སྐྱེ་བ་གདམས་ཤིང་སེམས་ཅན་ཐམས་ཅད་ལ་ཡང་གཅེས་པའི་བློ་སྐྱེ་བོ་རེད་གསུངས་པ་ལ་ད་འདི་བཟོད་དུས་དཔེ་དེ་ཡག་པོ་ཞིག་འདུག་དཔེར་ན་ཕ་མ་ཅིག་གིས་རང་གི་སྤུ་གུ་ལ་གཅེས་པར་འཛིན་པའི་བློ་འདི་སླེབས་ཡོང་དུས་ག་རེ་བྱེད་ཀྱི་འདུག་བསམ་བློ་ག་རེ་བཏང་གི་འདུག་བྱ་བ་ག་རེ་བྱེད་ཀྱི་འདུག་ད་ང་ཚོས་བདག་གཅེས་བྱ་བ་དང་ཅི་ཙམ་ཕ་མེས་ཀྱིས་རང་གི་སྤུ་གུ་བུ་ཕྲུག་ལ་གཅེས་པར་འཛིན་པའི་བློ་འདི་སྐྱེས་ཡོང་དུས་གཅེས་འཛིན་གྱི་བློ་སྐྱེ་གི་ག་རེ་ཡོད་ལ་ལ་ངའི་སྤུ་གུ་དེ་ལ་ཡང་གནོད་པ་སྐྱེལ་གྱི་མེད་དང་ངའི་སྤུ་གུ་དེ་ཁོ་ལ་ཡང་བདེ་བ་གོ་རེ་སྡུག་བསྔལ་སྐྱེལ་གྱི་ཡོད་མ་རེད་གནོད་པ་སྐྱེལ་གྱི་མེད་བསམ་པའི་བསམ་བློ་དེ་ཡོད་པ་ཡིན་དུས། སྣོད་ཡག་གི་བྱ་བ་འདི་བྱེད་ཀྱི་མ་རེད་བ་གཅིག་བྱས། ད་ཡང། ཨ་མའི་གི་སྤུ་གུ་ལ་གཅེས་འཛིན་གི་བློ་ཡོད་དུས་སྤུ་གུ་ལ་ཡང་དཀའ་ངལ་འདྲ་བོ་དེ་འདྲ་མཐོང་ཡོང་དུས་མའི་ན་ཚ་འཕྲོད་ཡོང་དུས་ཨ་ཁ་ཁ་མའི་སྤུ་གུ་དེ་ལ་མའི་ན་ཚ་འདི་འདུག་དཀའ་དཀའ་ངལ་འདི་འདུག་དེ་ཡི་སྡུག་ངལ་དེ་ངས་སེལ་གི་ས་རེད་བློ་དེ་ཡོང་དུས་ཡང་སྙིང་རྗེ་གཅིག་ལས་མི་འདུག་དེ་ཡང་གཞན་གཅིག་འདི་རེད་འདུག་སྙིང་རྗེ་དེ་གི་ཐོག་ནས་བྱ་བ་འདི་ག་རེད་ཟེར་དུས་སྙིང་རྗེ་གི་བློ་དེ་གཞན་སྡུག་ངལ་ལས་བྲལ་བར་འདོད་པའི་བློ་ཡིན་ཙང་ལས་ཀ་དེ་ཡང་གཞན་སྡུག་ངལ་ལས་བྲལ་ཡག་གི་ལས་ཀ་ཅིག་འདུག་བྱས་ཙང་ཨ་མའི་གི་སྤུ་གུ་ལ་གཞན་གཅེས་འཛིན་གི་བསམ་བློའི་གི་བྱེ་བྲག་སྙིང་རྗེ་སྐྱེ་ཡོང་དུས་བྱ་བ་ག་རེ་བྱེད་ཀྱི་རེད་ལབ་ན་གཞན་སྡུག་ངལ་ལས་བྲལ་བའི་བྱ་བ་ཅིག་རེད་འདི་བྱས། ད་ཡང་ཨ་མེས་ཀྱི་སྤུ་གུ་ལ་ཨ་མྱོས་ཅེས་ཀྱི་གར་ས་དེས། གཅེས་འཛིན་གྱི་བློ་ཤུགས་ཆེན་པོ་ཅིག་སྐྱེས་ཡོང་དུས་ཡང་གར་བྱེད་དུ་གསོལ་ཏེ་ཨ་ནུ་སྤུ་གུ་ལ་ཡ་ཟ་ཡ་མེད་ན་ཟ་ཡ་ཡོད་པ། བཏུང་ཡ་མེད་ན་བཏུང་ཡ་ཡོད་པ་གོན་ཡ་མེད་ན་གོན་ཡ་ཡོད་པ་གང་ལྟར་བདེ་སྐྱིད་སྤྲད་ཡ་གི་བསམ་བློ་དེ་ཤུགས་ཆེན་པོ་འདུག་ཟ་ཡ་བཏུང་ཡ་གོན་ཡ་ལ་སོགས་པའི་སྒོ་ནས་སྤུ་གུ་དེ་ལ་ཡ་འཕྲད་དུ་ཨ་ནུ་བདེ་སྐྱིད་ག་རེ་སྤྲད་དང་ཕུག་ལ་ཡ་བདེ་སྐྱིད་ཡོང་ཡ་གར་བྱེད་དུ་གསོལ་དེ་འདྲའི་གི་བློ་དེ་སྐྱེས་ཡོང་དུས་བྱམས་པའི་བློ་སྐྱེ་དགོས་རོགས་བྱམས་པའི་བློ་གི་ཐོག་ནས་བདེ་བ་སྦྱིན་འདོད་ཀྱི་བློ་ཡོང་དུས་ཨ་ནི་ཨ་མའི་སྤུ་གུ་ལ་བདེ་བ་དེ་སྤྲད་ཡ་གི་བྱ་བ་དེ་བྱེད་ཀྱི་འདུག་ད་བདེ་བ་སྤྲད་ཡ་གི་བྱ་བ་དེ་ཉི་མ་གཅིག་མར་གཉིས་མར་བཞི་བ་བཅུ་བྱས་ནས་འགྲིག་ཡོང་རོགས་དེ་འདྲ་ཡིན་ཙང་ཨ་མའི་སྤུ་གུ་ལ་གཞན་གཅེས་འཛིན་གྱི་བློ་དེ་སྐྱེས་ཡོང་དུས་གཞན་གཅེས་འཛིན་གྱི་བློ་རིགས་ག་འདྲ་ག་འདྲ་སྐྱེ་གི་འདུག་བློ་དེས་བློ་རིག་དེ་དང་དེ་ལ་འབྲེལ་བའི་བྱ་བ་ཁ་ཁར་བྱེད་དུ་བསམ་བློ་ཡག་པོ་བཏང་ན་ཨ་མྲ་ཧ་ལས་འགྲོ། ད་ཨ་མས་ཀྱིས་རང་གི་སྤུ་གུ་གཅིག་ལ་གཞན་གཅེས་འཛིན་གྱི་ཐོག་ནས་དོན་དག་གིས་ཕན་པའི་བྱ་བ་ཕན་སེམས་དང་ཕན་པའི་སྦྱོར་བ་ལག་ལེན་འདི་འདྲ་ཅིག་བསྟར་གྱི་ཡོད་པ་དེ་ཡང་ཉི་མ་དུས་འདྲ་དང་སྟོབས་ཡོད་པ་འདི་འདྲ་ཅིག་གིས་དེ་ལ་ང་རང་ཚོ་ཚང་མས་ཀྱིས་ཧང་སང་ཡང་ཅིག་དང་དགའ་པོ་བྱེད་ཅིག་ཡོང་གི་ཡོད་ན། ད་ད་ལྟ་ཁྱོད་ནས་བཤད་པའི་བདག་གཞན་མཉམ་བརྗེ་ཡི་སྐབས་ནས་སོང་བཞག་པས། སོ་སོ་སྤུ་གུ་གཅིག་མ་ཡིན་པ་བདག་གཞན་མཉམ་པ་སྒོམ་པ་སྔོན་དུ་འགྲོ་བའི་སྒོ་ནས། སེམས་ཅན་ཐམས་ཅད་ལ་ཡང་ཨ་ནི་གཅེས་པར་འཛིན་པའི་བློ་སྐྱེ་དགོས་རེད། སེམས་ཅན་ཐམས་ཅད་ལ་ཡང་གཅེས་འཛིན་གསུམ་ཕན་པར་འདོད་པའི་བསམ་པ། སྤྱིར་ཕན་པར་འདོད་པའི་བསམ་པ། སེམས་ཅན་ཐམས་ཅད་ལ་ཡ་གྱལ་ཆེན་པོ་བལྟ་ནས་གནོད་པ་མི་བྱེད་པའི་བསམ་པ། སེམས་ཅན་ཐམས་ཅད་སྡུག་བསྔལ་ལས་བྲལ་འདོད་ཀྱི་བསམ་པ། སེམས་ཅན་ཐམས་ཅད་བདེ་བ་ལ་བཀོད་འདོད་ཀྱི་བསམ་པ། བསམ་པ་འདི་གི་ཐོག་ནས་ལག་ལེན་གྱི་སྦྱོར་བ། སེམས་ཅན་ཐམས་ཅད་ལ་ཡ་སྡུག་བསྔལ་ལས་བྲལ་ཡ་གི་ལས་ཀ་བྱེད་ཡ་དང་ཕན་བཏགས་ཡ་གི་ལས་ཀ་བྱེད་ཡ། དེ་གྱིས་དེ་བཀའ་མོལ་གནང་ཡོང་དུས་དེ་འདྲི་གཅིག་གིས། བསླབ་བྱ་དང་སྒོམ་ཉམས་ལེན་བྱེད་སྟངས་བཅས་གསུངས་ཡོང་དུས། ཧ་ལས་པར་རོ་ད་ཧ་ལས་པ། དེ་འདྲ་ཡིན་ཙང། འཛམ་བུ་གླིང་གི་སྤྱིར་འཇིག་རྟེན་གྱི་ཁམས་ནང་ལ་སེམས་ཅན། སེམས་ཅན་གྱི་རིགས། ཨཱ་ནི། སེམས་ཅན་དང་སེམས་ཅན་མ་ཡིན་པ་བཙལ་ན་སེམས་ཅན་ཉུང་ང། སེམས་ཅན་གྱི་ནང་ནས་ཀྱང་སེམས་དང་ལྡན་པའི་གྱི་ནང་ནས་ཀྱང། ཨཱ་ནི། ཅིག་གིས།

ཁ་སང་ཨ་རི་ཉེར་བདུན་སོགས་སྤྱི་བཏང་གི་དང་གཞན་གཅེས་འཛིན་ལ་ཡ་དེ། ཐང་གའི་དུ་ཞུ་ཡ་དེ་ཆད་ཁྱབ་ཆེ་ས་ནས་ཐང་གའི་ཞུ་ཡ་དེ་ཆད། ད་ཐ་མ་བར་སྒོམ་ནས་གཞན་གཅེས་འཛིན་གྱི་ལོ་བཅོ་ལྔ་མ་ཡིན་པ་དེ་ཡ་དེ་སེམས་ཅན་ཐམས་ཅད་ལ་དམིགས་ནས་གཅེས་འཛིན་གྱི་ལོ་བརྒལ་བ་རེད་ད་འདི་ཆད། ད་དེ་ནས་འདི་འོ་དེ། ཨ་རི་དུ་ཞུ་བ། འཇིག་རྟེན་སྡུག་བསྔལ་བྱེད་ངེས་པ་དེ་རྒྱུན་བདག་འདོད་འདོད་ལས་བྱུང། མང་དུ་ཤེས་དང་ཅི་ཞིག་དགོས། ཁ་སང། འཇིག་རྟེན་སྡུག་བསྔལ་བྱེད་ངེས་པ་དེ་རྒྱུན་བདག་འདོད་འདོད་ལས་བྱུང་ཟིན་འདི་ཨ་ལས་བཞག། ད་ལྟ་གཞན་གཅེས་འཛིན་འདི་གི་འགྲེལ་བཤད་འདི་འགྲོ་དགོས་བ་ཡིན་དུས། མང་དུ་ཤེས་དང་ཅི་དགོས་ཏེ་ཟེར་ནས་ད་གཞན་གཅེས་འཛིན་ལ་ཕན་ཡོན་འདི་འདྲས་ཅིག་ཡོད་རེད་ཟེར་ནས་འགྲེལ་བཤད་མང་པོ་རྒྱག་དགོས་ཡ་ག་རེ་ཡོད་རེད། འགྲེལ་བཤད་མདོར་བསྡུས་པ་དཔེ་གཅིག་གི་སྒང་ནས་གསུང་གིས་ཟད་པ་ད་དཔེ་དེ་ག་རེད་ཟེར་དུས། བྱིས་པ་རང་གི་དོན་སྤྱི་ཚེ་འདི་བཞག་ནས་ཐུག་པ་གཞན་གྱི་དོན་མཛད་པ་ཟེར་ད། ད་ང་རང་ཚོ་འདི་ཡག་པོ་ཞུ་འདུག་བ། གཞན་སྤྱི་ཚེ་ལ་ཡོན་ཏན་ག་རེ་ཡོད་རེད་ལབ་ན། སྤྱི་བཏང་ནས་ད་ཁྱབ་ཆེན་པོ་ཞིག་བུ་ཅིག་ཡོད་རེད་དེ་ཨ་ལས་ངེད་ལ་དཔེ་མཚོན་གོ་བདེ་བོ་དེ་ནང་ནས་ཀྱང་ནང་པ་སངས་རྒྱས་པ་སྟོན་པའི་རྗེས་འབྲང་ཅིག་གི་ངོས་ནས་སྐད་ཆ་བཤད་ཡ་ཡིན་ན། ཐུག་པ་གཞན་གྱི་དོན་མཛད་པ་ལབ་བཞག་དུས་ཨ་ནི་བློ་ག་ས་རེད་བསམ་པ་ཅིག་ལས་ཡོད་འདུག་བ། བྱས་ཙང་དཔེ་མཚོན་དེ་དཔེར་ན་སྟོན་པ་ཤཱཀྱ་ཐུབ་པ་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་ང་རང་ཚོ་ཚང་མས་སྐྱབས་སུ་འགྲོ་གི་ཡོད་བ། ད་ང་ཚོའི་སྐྱབས་སུ་འགྲོ་ས་ཀྱི་སྟོན་པ་ཤཱཀྱ་ཐུབ་པ་ཟེར་དེ་འདྲས་དེ་ལ་ཡོན་ཏན་ག་འདྲས་འདུག་བ་ས་དེ་རེད། ད་དེ་ཡིན་དུས་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་གསུང་ཐུགས་ཀྱི་ཡོན་ཏན་དེ་ཚོ་ལ་སློབ་སྦྱོང་བྱེད་ཆེད་གང་འཚམ་ཅིག་ར་འཕྲོད་མཁན་ཅིག་ཡིན་ན་ད་མ་མཐའ་ཡིན་པའི་དཔེ་ན་དང་པོར་བྱང་ཆུབ་ཆོས་སུ་ཐུགས་བསྐྱེད་བར་དུ་སྐྱེས་ཆེན་གྲངས་མེད་ཟུང་དུ་ཚོགས་ས་མཐར་མངོན་པར་རྫོགས་པར་སངས་རྒྱས་པ་ཞིག་གིས་སྟོན་པ་རེད་ཟེར་ཅིག་གི་བློ་ལ་ཡོད་བ་ཡིན་ན། འོ་ད་ཐུབ་པ་སངས་རྒྱས་བཅོམ་ལྡན་འདས་སངས་རྒྱས་ཏེ། བར་དུ་སྐྱེས་ཆེན་གྲངས་མེད་གསུམ་ལ་ཚོགས་བསགས་ནས་རེད་ཤ་ཟ་ཧ་གོ་དགོས་ལ། ད་ཐུབ་པ་སངས་རྒྱས་བཅོམ་ལྡན་འདས་བར་དུ་སྐྱེས་ཆེན་གྲངས་མེད་གསུམ་ལ་ཚོགས་བསགས་ཡོང་དུས་བར་དུ་སྐྱེས་ཆེན་གྲངས་མེད་གསུམ་ཚོའི་དུས་ཀྱི་ཐོག་ནས་སྐྱེས་ཆེན་གྲངས་མེད་གསུམ་ཚད་ཚོགས་བསགས་ཡ་དེ་མ་ན་ག་ད་མཉམ་པའི་སེམས་ཅན་ལ་ཨ་ལ་དམིགས་ནས་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་བསགས་འགྲོ་བ། དེ་ཡིན་པ་ཡིན་དུས་ཧ་ལས་པ་ལ་དང་ཉི་མ་གཅིག་གཉིས་བརྒྱ་ཆ་མར་སྐྱེས་ཆེན་གྲངས་མེད་གསུམ་ལ། མ་འགྱུར་ནམ་མཁའི་མཐའ་ལྟར་མཉམ་པའི་སེམས་ཅན་ལ་དམིགས་ནས་བསོད་ནམས་ཀྱི་ཚོགས་ལ་ཡེ་ཤེས་ཀྱི་ཚོགས་ཨ་ནི་བསགས་པ་རེད་ཟེར་དུས་སམ་བརྟག་པའི་གཞི་པོ་གཅིག་ཏུ་གྱུར་ལེ་སོང། བརྟག་པ་ན་དེ་འདྲའི་སྐྱེས་པའི་སེམས་ཅན་གྱི་ཆེད་དུ་བསོད་ནམས་ཀྱི་ཚོགས་ལ་ཡེ་ཤེས་ཀྱི་ཚོགས་བསགས་ཡ་རེད་དེ་སྐྱེས་ཆེན་གྲངས་མེད་གསུམ་ལ་དེ་འདྲའི་ཚོགས་བསགས་ཀྱི་ཡིན་བསགས་ཡ་ཀྱི་བྱ་བ་དེ་འདྲ་བྱེད་ཐུབ་ཡ་ལ་ཀུན་སློང་གི་སྒོར་བ། སྙིང་སྟོབས་ཀྱི་སྒོར་བ། བློ་ཁོག་གི་སྒོར་བ། དེ་ག་ནས་བྱུང་རེད་ལབ་དུས་དང་པོར་བྱང་ཆུབ་ཆུང་དུ་ཐུགས་བསྐྱེད་ཟེར་དེ་ནས་བྱུང་རོགས། བྱས་ཙང་དེ་ཡིན་དུས། བདག་ཅག་གི་སྟོན་པས་ཀྱི་བྱང་ཆུབ་ཆུང་དུ་སེམས་བསྐྱེད་པ་དེ་ཀྱིས་ཀུན་སློང་དང་སྙིང་སྟོབས་ལ་བརྟེན་ནས་བར་དུ་སྐྱེས་ཆེན་གྲངས་མེད་གསུམ་ལ་ཚོགས་བསགས་ཐུབ་པ་རེད་དེ་བསགས་ནས་མཐར་མངོན་པར་རྫོགས་པར་སངས་རྒྱས་ནས་ཇི་སྲིད་ནམ་མཁའ་མ་སྲིད་ཀྱི་བར་དུ།

འོ་ད་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ནང་བཞིན་གྱི་སངས་རྒྱས་ག་ཚོད་ཡོད་རེད་དེ་ཚོ་ཚང་མ་ཡང་གཞན་གཅེས་འཛིན་ལ་བརྟེན་ནས་དོན་གཉིས་མཐར་ཕྱིན་པའི་དགེ་ཆོས་བྱུང་བར་བགྱི་བ་རེད་དོ་ཨཱ་སེ་འདོད་གཞན་གཅེས་འཛིན་གྱི་ནུས་པ་ད་དུང་དེ་ལྟར་ཆེ་རུ་འགྲོ་འགྲོ། ད་དེ་འདྲ་ཡིན་ན་ཁོང་ཚོ་སངས་མ་རྒྱས་པའི་སྔ་རོལ་དུ་ཁོང་ཚོ་ག་རེ་རེད་ལ་ན་བྱང་ཆུབ་སེམས་པ་རེད། ད་ཁོང་ཚོ་པས་རྒྱ་སེ་བྱང་ཆུབ་སེམས་པའི་ནང་ནས་ཀྱང་ད་ཨེ་ཡ་ཁོ་བོ་རེད་ཟེར་ཡས་ན་འཕགས་པའི་གང་ཟག་བྱང་ཆུབ་སེམས་དཔའ་བྱང་སེམས་འཕགས་པའི་གང་ཟག་དེ་ཚོ་ཡང་ང་ཚོ་སྨོན་ལམ་རྒྱ་ཡོང་དུས་བསམ་པ། འཇམ་དཔལ་དཔའ་བོ་ཇི་ལྟར་མཁྱེན་པ་དང་ཀུན་ཏུ་བཟང་པོ་དེ་ཡང་དེ་བཞིན་ཏེ་དེ་དག་ཀུན་གྱི་རྗེས་སུ་བདག་ལོ་ཆོས་རྒྱལ་བ་དེ་དག་ཐམས་ཅད་རབ་ཏུ་བསྔོ་ཞེས་པའི་གི་ཚིག་འབྲེལ་བསྡུས་པ་དེ་ཡི་ནང་ལ།

སྐབས་ག་འདྲ་བསགས་ཆོག་པ་ཆགས་རེད་ལབ་དུས་སྐབས་དེ་ཡང་སྔར་གཞན་གཅེས་འཛིན་ཉམས་ལེན་བྱས་མི་ཡོང་བ་རེད་ལབ་དུས་ཡང་གཞན་གཅེས་འཛིན་དེ་ཧང་སང་ཡང་བྱེད་ཀྱི་འདུག་བྱས་ཙང་ད་དེ་འདྲས་ཟེར་ཡོང་དུས། གང་ལྟར་ཨ་ལས་དང་པོ་མདོར་བསྡུས་པ་ཡིན་ན། སྤྱོད་འཇུག་ནས་སོ་ནང་བཞིན་ཅིག་གི་རེད་བ། བྱང་ཆུབ་ཀྱི་སེམས་ནི་རིན་པོ་ཆེན་གཅིག་ཨ་ནི་སེམས་ཅན་གྱི་རྒྱུ་ལས་ཡ་སྐྱེས་པ་དེ་ནས་བཟུང་སྟེ་རྒྱ་སེ་བྱང་ཆུབ་སེམས་དཔའ་སེ་གི་མིང་ཐོབ་ཀྱི་ཡོད་ཙང་བྱང་ཆུབ་སེམས་དཔའ་ཚོགས་ལམ་ཆུང་ངུ་བྱང་ཆུབ་སེམས་སྐྱེས་མ་ཐག་པ་དེ་ནས་ཡང་བརྩིས་པས་ཨ་ནི་སངས་རྒྱས་འཕགས་པ། ད་ག་ཚོད་ཡོད་རེད་བྱང་ཆུབ་སེམས་དཔའ་དང་སངས་རྒྱས་འཕགས་པ་ཚོགས་ལམ་ནས་ཚོགས་ལམ་ཆུང་ངུ་བྱང་ཆུབ་སེམས་སྐྱེས་མ་ཐག་པའི་བྱང་ཆུབ་སེམས་དཔའ་ནས་ཡ་གྱི་སངས་སྔར་སངས་རྒྱས་ཟིན་པའི་བར་གྱི་བར་དུ་བྱང་ཆུབ་སེམས་དཔའ་ག་ཚོད་ཡོད་རེད་སངས་རྒྱས་ག་ཚོད་ཡོད་རེད།

དཔེ་ཆ་ནས་བཤད་དེ་རྫུན་མ་རྫུན་རྐྱང་རེད་ཟེར་བ། ཅེས་དགོད་བདེན་འགྲེལ་གྱི་བསམ་བློ་ཡོད་མཁན་ཡང་ཡོང་སྲིད་པ་རེད། ཨ་དེ་ལ་སོགས་པ་ཡང་ཅིག་དཔེར་ན་ཚན་རིག་པ་ཀྱི་ནང་ལ་ཡང་རྒྱ་ཆེ་རྒྱ་ནག་རྒྱ་བློ་གཟུ་བོར་མི་གནས་པ་ཡང་ཡོང་སྲིད་པ་རེད་ཚེ་འདི་མ་གཏོགས་ཆུང་ཕན་ཆོད་ཡོད་མ་རེད་ཟེར་ཡང་རུང། ད་ཡང་དཔའ་བར་གྱི་ཐོག་ནས་རང་རང་འདྲ་ཕྱོགས་འཛིན་ཟིན་མཁན་དེ་འདྲ་ཡོད་རེད་ད་དེ་འདི་འཛམ་གླིང་ལ་མི་འདྲ་མི་འདྲ་མང་པོ་ཞིག་ཡོད་རེད། བྱས་ཙང་དེ་ཡིན་དུས་འཛམ་གླིང་ཀུན་གྱི་འགྲོ་བ་སེམས་ཅན་ཀུན་གྱི་བསམ་བློ་ནང་ལ་འཁོར་ཐུབ་ཡ་ཅེས་ཀྱིས་གཞན་གཅེས་འཛིན་གྱི་ཡོན་ཏན་འགྲེལ་བཤད་རྒྱབ་ཤོག་སུ་དུ་བ་སངས་རྒྱས་སའི་དེ་ཚོ་ནང་པ་གི་སྐད་ཆ་ཞེ་སྡང་རེད་ཟེར་ལབ་ན།

ད་རང་གིས་རང་ལ་བརྩེ་བ་ཡོད་པ་ཡིན་པ་ཡིན་ཙང་འགྲོ་བ་སུ་འདྲ་སུ་ཡིན་ན་ཡང་ཅིག་སོ་སོ་སོ་སོ་ལ་ཡང་བརྩེ་བ་ཡོད་དུས་རང་གིས་རང་ལ་ཡང་སྡུག་བསྔལ་མ་ཡོང་ཡང་རང་གིས་རང་ལ་བདེ་བ་ཡོང་ཡང་ཅིག་བསམ་བློ་འཁོར་འགྲོ། བདེ་བ་འདོད་པ་སྡུག་བསྔལ་མི་འདོད་ཡོད་རོགས། ད་རང་གིས་རང་ལ་བདེ་བ་འདོད་དུས་བདེ་བ་སོ་སོས་འགྲུབ་མ་ཐུབ། དཔེར་ན། བཀྲེས་ལྟོགས་ཀྱི་སྡུག་བསྔལ་གྱིས་ཞི་བ་ཀྱི་རྣག་ཡོང་དུས་ཨ་ནི་ཁ་ལག་ཟ་བའི་བདེ་སྐྱིད་ཀྱི་སྒུག་ཡོད། དུག་སློག་མེད་པའི་ཐོག་ནས་ཅིག་གི་སྡུག་བསྔལ་གྱི་རྣག་ཡོང་དུས་འཁྱག་པའི་སྡུག་བསྔལ་རྣག་ཡོང་དུས་དུག་ལོག་བྱེད་དགོས། དེ་འདྲི་ཅིག་སྐབས་ལ་སོ་སོ་རང་རེད་ད་སོ་སོ་རང་ལ་འདི་འདྲི་ཡོད་པའི་སྐབས་ལ། ཨ་ནི་མི་གཞན་དག་ཅིག་གི་ངོས་ནས། ཨ་ནི་སོ་སོ་རང་ལ། ཅིག་གི་རྣམ་འགྱུར་ཡག་པོ་བྱེད་དུས་དགའ་བོ་ཅིག་བྱེད། ད་ཁྱེད་རང་ཟ་ཡ་མི་འདུག་བ་ཡང་ཟེར་ནས་ཁྱོད་ཅིག་ཟ་ཡ་དེ་སྤྲད། ད་འདི་ཟ་ཡ་དེ་སྤྲད་ཡོང་དུས་ཁོ་རང་སོ་སོ་གི་ཟས་དེ་ཟས་ཡོང་དུས་བསམ་པ་སོ་སོ་ལ་ཡ་ཨ་ནི་ཅིག་གིས་བཀྲེས་ལྟོགས་ཀྱི་སྡུག་བསྔལ་ལས་ཐར་ནས་ཨ་ནི་ཅིག་གིས་བཟའ་བཏུང་གི་ཐོག་ནས་ལོངས་སྤྱོད་པའི་བདེ་བ་ཅིག་རག་གི་རེད་རེད་མ་རེད་དྲི་བ་གཅིག་རེད། དུག་ལོག་མེད་པའི་སྐབས་དཀའ་ངལ་འཕྲད་པའི་སྐབས་ལ་དུག་ལོག་ཅིག་བསྟན་ཡིན་ན་གྲངས་ལས་སྡུག་བསྔལ་ལས་སྐྱབས་ནས་ཅིག་ཡོང་གི་རེད་ཀྱི་མ་རེད་ཏི་ཡོང་གི་རེད་ད་འདི་སོ་སོ་ཉམས་མྱོང་གི་ར་འཕྲུག་རོ། ད་འདི་འདྲ་ཅིག་གི་ཁ་ཐུག་ལ་ཨ་ནི་གཞི་ནས་ད་ཁྱེད་རང་མི་ཚེ་འདི་ནང་ལ་ཟ་ཁྱེད་རང་མི་ཚེ་འདི་གི་ནང་ལ་ཟ་ཁྱེད་རང་ག་འདྲ་ཟེར་ནས་བསྡད་ཡོང་བ་ལབ་ན། ད་གང་ཞིག་སྐྱེ་བ་སྔ་མ་ཡོད་མེད་ནི་ཧ་གོ་མ་སོང་གང་ལྟར་ང་མི་བཟང་དུས་ནང་ལ་སྐྱེས་སོང་ལ། ང་མི་བཟང་དུས་ནང་ལ་སྐྱེས་ན་ཁྱེད་རང་སྡུག་ཟོ། རང་ག་བར་སྐྱེས་ཡིན་ཕ་མ་ཞིག་ལ་བརྟེན་ནས་སྐྱེས་ཡིན་ཕ་མ་ལ་བརྟེན་ནས་སྐྱེས་ཡིན་ལ། ཨ་ནི་ཕ་མ་ལ་བརྟེན་ནས་སྐྱེས་ཡོང་དུས་ཨ་མ་འདི་གིས་ཁྱེད་རང་ཁོག་པའི་ནང་ལ་ཟླ་བ་ག་ཚོད་མྱངས་རེད་ཟེར་ཟླ་དགུ་ངོ་བཅུ། ང་ཟླ་བ་ཟླ་དགུ་ངོ་བཅུ་ཨ་མ་འདི་གི་ཁོག་པའི་ནང་ལ་མྱངས་ཡོང་དུས་ཨ་མ་འདི་གིས་གལ་ཏེ་ཁྱེད་རང་ལ། ཁྱེད་རང་ཨ་མའི་ཁོག་པ་ནང་ལ་བསྡད་དུས་ཨ་མས་ཁྱེད་རང་ལ། གཅེས་འཛིན་གྱི་བློ། བྱམས་པའི་བློ། སྙིང་རྗེའི་བློ་མེད་པར་ཁྱེད་རང་སྲེད་ཀྱིན་ཟིན་ནས་སྲེད་བཞག་ན། ཁྱེད་རང་ག་རེ་ཆགས་ཀྱི་རེད། ཨ་མདོ་ད་ང་བས་ཐོངས་ཤིག་ང་བས། དཔེར་ན་ཨ་མས་ཡི་གེ་འདིར་ཅིག་སྡུག་ཤ་བསྟན་ཏེ་ཟས་ཡོད་ན་ང་བས་ཉན་གི་རེད་ཟེར་ལབ་ཡོང་བྱས་ཙང་དེ་འདྲས་མ་མྱངས་པ་བྱས་ནས་ཏག་ཏག་ཡག་པོ་བྱས་ནས་སྐྱེས་ཡ་དེ། ཁྱེད་རང་ལ་དམིགས་པའི་ཨ་མའི་རྒྱུད་ལ་ཁྱེད་རང་ཨ་མ་ཁྱེད་རང་མ་རེད་ད། ཁྱེད་རང་མ་ཡིན་གྱི་ཁྱེད་རང་ལས་གཞན་པའི་ཨ་མའི་རྒྱུད་ལ་ཁྱེད་རང་ལ་དམིགས་པའི། གཅེས་པར་འཛིན་པའི་བློ་བྱམས་པའི་བློ་སྙིང་རྗེའི་བློ་འདི་ལ་བརྟེན་ནས་ཁྱོད་རང་མང་ཨ་མའི་ཁོག་པ་ནང་ལ་ཟླ་བ་དགུ་དང་ཉི་མ་བཅུ་བསྡད་ཐུབ་སོང་ཨ་ཕྱི་ལོགས་ལ་སྐྱེས་ཐུབ་སོང་ཨ། ད་ཕྱི་ལོགས་ལ་སྐྱེས་ནས་ད་ལྟ་ཁྱོད་རང་ལོ་ག་ཚོད་སླེབས་ཡོད་ཨ། ད་ལོ་ག་ཚོད་སླེབས་ཡོད་སོད་ད་སོ་སོ་སོ་ཉི་ཤུ་སུམ་ཅུ་ཞེ་བཅུ་ལྔ་བཅུ་གཅིག་ལེགས་འདྲ། འདི་འདྲའི་བར་དུ་ཁྱོད་རང་ཁ་ལག་ཁྱོད་ནི་མ་ས་ནས་འདས་ཡིན་པས་དུག་ལོ་རྒྱུ་ནི་མ་གཏོང་ནས་འདས་ཡིན་ཨ། མ་གོན་ནས་འདས་ཡིན་པས་ཁང་པ་འདི་འདྲས་ཁྱོད་ནི་མལ་ས་ལ་ཡ་ཞེས་སོ་སོ་ག་བ་ག་ཚོད་རེད་ས་བ་བཅུ་གང་ལ་འདུག་ཟེར་ནས་རང་བྱུང་བྱུང་ནི་མ་རུ། སོ་སོ་སྐྱེས་པ་ནས་སོང་སྟེ་ད་ལྟ་བར་དུ་ཕ་མ་སྤུན་མཆེད་གྲོགས་གྲོགས་ཅན་གང་ལྟར་རང་ལས་གཞན་ཞིག་གིས་ཨ་ནི་རང་ལ་ཡ་བྱམས་པ་དང་སྙིང་རྗེ་དང་ཅི་ཕན་པའི་ས་པ་འདྲ་བོ་ཅིག་ཅུང་ཟད་ཅུང་ཟད་སྐྱེས་ཀྱིན་སྐྱེས་ཀྱིན་ཨ་ནི་ཟ་ཡ་སྤྲད་བཏུང་ཡ་སྤྲད་གོན་ཡ་སྤྲད་ཨ་ནི་བསྡད་ས་སྤྲད་ཉལ་ས་སྤྲད་དེ་འདྲ་དེ་འདྲ་བྱས་ནས། སོ་སོ་སྡུག་བྱུང་རོགས། དེ་འདྲས་ཡིན་པ་ཡིན་ཙང། ཁྱེད་རང་གི་མི་ཚེ་ད་གའི་དབང་དུ་བཏང་ན། ཆོས་སྐད་ཆ་མོ་བར། ཁྱོད་རང་གི་མི་ཚེ་ད་གའི་དབང་དུ་བཏང་ན། ཨ་མའི་ཁོག་པ་ལ་འདས་པ་ནས་ཕྱི་ལོ་ལ་སྐྱེས་པ་ནས་བྱིས་པའི་དུས་གཞོན་ནུའི་དུས་དར་མའི་དུས་ད་ད་ལྟ་རྒན་མགོ་ར་ཆག་པ་ཡིན་ན་ཡང་ཁྱེད་རང་ཤི་ཚར་བའི་ཤུགས་ཡ་མེད་ན་གཏང་དགོས་རེད་བ་འདི་དེ་ཤིང་ནི་ཟུག་ཉོག་གོ་རེད་འདི་ཞབས་རྟའི་ར་ཇེ་མགོ་ཡོད་ན་ད་ནི་འདི་འདྲའི་ཇེ་ཡག་གི་མཚོན་པས་ཚང་མ། ཁྱོད་རང་རང་གིས་བྱེད་འདོད་ཀྱི་ཡོད་གཞན་གྱིས་བྱེད་ཀྱི་འདུག་བས་གཞན་གྱིས་གཞན་གྱིས་ཁྱོད་རང་ལ་ལྟ་ཀི་ནི་བྱས་རེད། དགའ་བའི་བློ་ཕན་པའི་བློ་བྱེད་ཀྱི་ཡོད་ཙང་ཕན་པའི་བློ་ཡོད་ན་ཡག་པོ་རེད་བྱེད་ཀྱི་མ་རེད། ཁྱོད་རང་ཚོ་ལ་འཁོར་རྒྱུག་དགོས་རང་མ་རེད། དེ་འདྲས་ཡིན་ཙང་རང། སྐྱེས་པ་ནི་ད་ལྟ་ཨ་མའི་ཁོག་པའི་ནང་ནས་ནང་དུ་དང་ནང་ནས་ཕྱིར་སྐྱེས་པ་ནས་མ་ཤི་བར་དུ་གཞན་སེམས་ཅན་གྱི་བྱམས་པ་དང་སྙིང་རྗེ་གཅེས་འཛིན་གྱི་བློ་ཞིག་གིས་བཀའ་དྲིན་ལ་བརྟེན་ནས་རང་ལ་འཚོ་བྱེད་དུ་བ། འདི་ར་འཕྲུག་ཏུ་ཐུག་མི་འདུག་ད། ད་འདི་ར་འཕྲུག་རོ། ད་འདི་ཡང་ར་འཕྲུག་མི་འདུག་ལབ་པ་ཡིན་ན། ཨ་ལས་ནད་ཀྱི་སྐད་ཆ་བཤད་ས་མེད་ད་དུས་ཚོད་ཀྱི་གཅིག་པོ་སོར་ཆགས་ཚར་ད། ད་འདི་ར་འཕྲུག་ཡོད་ན། ད་འདི་དཔེ་མཚོན་གཅིག་རེད་བ་འདི་འདྲའི་དཔེ་མཚོན་གཅིག་རེད་བ། ད་འདིའི་སྒང་ནས་བཞི་རེད་དེ་ནི་སོ་སོའི་མི་ཚེའི་ནང་ལ། ཨ་ལེ་ངན་ལགས་ཤེས་ཡོན་གྱི་སྐོར་འདྲ་པོ་ཅིག་ཆགས་བཞག་པ་ཡིན་ན། ད་ཅིག་བླ་བྲ་ལགས་སོགས་པ་དགེ་རྒན་ལགས་སོགས་པ་འཛིན་གྲོགས་ལགས་སོགས་པ་མང་པོ་ཅིག་གིས་ཨ་ནི་བརྩེ་བ་ཅིག་དང་འབྲེལ་ནས་ཤེས་ཡོན་ཐོབ་འདུག་གི་ཡོད་རེད་བ། ད་དེ་ནང་བཞིན་གྱི་སོ་སོའི་མི་ཚེའི་ནང་ལོ་ལ་དགོས་མཁོ་གི་རིགས་ག་འདྲི་ཅིག་ཡིན་ན་ཡང་ཚང་མ་གཞན་ཞིག་དང་འབྲེལ་ནས་སླེབས་བསྡད་པ་གཞན་གྱི་བརྩེ་བ་ཞིག་དང་འབྲེལ་ནས་སླེབས་བསྡད་པ་ཅིག་ཆགས་འདུག་ཡོད་རེད་བ། དེ་འདྲ་ཡིན་པ་ཡིན་དུས་ཚང་པ་གཞན་གཅེས་འཛིན་ཟིན་མཁན་དེ་གི་ཡོན་ཏན་དེ། མིག་མཐོང་ལག་ཟིན་རང་གི་མི་ཚེ་ཀྱི་ཨ་ནི་ཅིག་གི་ད་འཚོ་སྟངས་ལ་བལྟས་ནས་ར་འཕྲོད་ཐུབ་ཡག་ཅིག་འདུག་བ། དེ་ཡིན་ཙང་གཞན་གཅེས་འཛིན་ས་ཆེན་པོ་རེད་འདུག་བ། ཟེར་ནས་ཨོ་ད་དེ་བསམ་སྟངས།

ཕན་འགྱུར་བ། ཐབས་ཀྱི་རྣམ་བཞི། སྒྲོལ་མ། ཚེ་རིང། ཏུ་ཏུ་ཏུ་ལ་ལྟོས། མི་གཅིག་ལ་དམིགས་པས་གཞན་གཅེས་འཛིན་གྱི་མི་གཅིག་ལ་ཕན་འདོད་ཡོད་ན་མི་གཉིས་ལ་དམིགས་པས་གཞན་གཅེས་འཛིན་གྱི་མི་གཉིས་ལ་ཕན་འགྱུར་རིགས་མ་རེད། རིགས་པ་དང་བརྡ་དང། ན། ཕན་འགྱུར་རོ། དེ་འདྲའི་ལག་ཡིན་ན་མི་བརྒྱ་སྟོང་ལ་དམིགས་པས་གཞན་གཅེས་འཛིན་གྱི་ལོ་རྒྱུས་མི་བརྒྱ་སྟོང་ལ་ཕན་འགྱུར་རོ། དེ་ལབ་ཡོང་དུས། སེམས་ཅན། ག་ས། དེ་འདྲའི་ལག་གི་ཁ་ཐུག་དེ་ལ་མི་གཅིག་ལ་ཕན། མི་གཅིག་ལ་དམིགས་པས་གཞན་གཅེས་འཛིན་འདི་དང་མི་བརྒྱ་ལ་དམིགས་པས་གཞན་གཅེས་འཛིན་གྱི་བློ་གཉིས། ཨ་ནི། དམིགས་པའི་ཐོག་ནས་བརྒྱ་ཆེ་ཆུང། ཨ་ནི། སྟོབས་ཆེ་ཆུང་ཡོད་རེ་ཡོད་མ་རེད་འདུག་བ། ད་དེ་ཡོད་པ་ཡིན་ན་དེ་ག་རེའི་ཡར་གྱི་བཏང་ནས། འཛམ་བུ་གླིང་གི་མི་དུང་ཕྱུར་བདུན་ཅུ་ཡས་མས་ཚང་མ་ལ་ཡང་གཅེས་པར་འཛིན་པའི་བློ་གཅིག་སྐྱེས་པ་ཡིན་ན་དེ་ཧ་ལས་པ་རེད་བ།

དང་རྒྱུད་འདིའི་དུས་ཚོད་སྐད་ཆ་བཤད་ཡོད་མ་རང་དམིགས་པ་རྐྱང་རྐྱང་རྒྱ་ཆུང་ཆུང་ནས་རྒྱ་ཆེན་པོ་བཟོས་རོགས། ད་དམིགས་པ་ཆུང་ཆུང་ནས་རྒྱ་ཆེན་པོ་བཟོས་ཚར་བ་འདི་དུས་ཚོད་ཀྱི་ཐོག་ནས་ད་ལན་མི་ཚེ་ཙམ་མ་ཡིན་པར་ཚེ་རབས་ནས་ཚེ་རབས་ཇི་སྲིད་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་ས་ལ་འགོད་མ་གསོད་ཀྱི་སྐོར་ངས་ཕན་བཏགས་མཁན་ཡིན་ས་རེད་གཅེས་འཛིན་གྱི་བསམ་པ་ཅིག་སྐྱེས་ན་ཨ་ནི་ག་རེ་བྱ་བཏགས་ཏེ། ཧང་སངས་ཡ་རོགས། ཧང་སངས་ཡ་ཡིན་པའི་དཔེ་དེ་དཔེར་ན་ཨ་མ་གཅིག་གིས་རང་གི་སྤུ་གུ་ལ། ཨོ་ད་རིང་ཁོ་ལ་ཡ་དུས་ཚོད་ད་རིང་གི་དུས་ཚོད་དེ་ལ་ཁོ་ལ་དཀའ་ངལ་འཕྲད་འདུག་ཕན་བཏགས་ཀྱི་བསམ་པའི་བློ་དེ་ཡག་པོ་ཞིག་རོ། ད་ད་དུང་ཨ་མ་འདི་གིས་ད་རིང་མ་ཟད་སྤུ་གུ་དེ་མ་ཤི་བར་དུ་ངས་སྤུ་གུ་དེ་ལ་ཡ་ཕན་བཏགས་ཀྱི་བསམ་པའི་བསམ་བློ་ཁོ་ན་ཧ་ལས་པ་མ་རེད་པས་དུས་ཚོད་ཀྱི་ཐོག་ནས། ཅེས་པ་འདི་ཡིན་པ་ཡིན་དུས་ཙམ་པའོ་བདེན་ཚོ་བགྲེས་ཏེ་ང་རང་ཚོ་བསམ་བློ་གཏོང་ཡ་ཡོད་པ་ཅིག་རེད་འདུག་བ། དེ་འདྲ་ཡིན་པ་ཡིན་ཙང་དེ་འདྲའི་བསམ་བློ་གཏོང་མཁན་གྱི་བསམ་བློ་མི་དེ་གྱི་བསམ་བློ་དེ་དང་བསམ་བློ་དེའི་ཐོག་ནས་བྱ་བ་བྱས་བདེན་ཚོ་བགྲེས་ཏེ་ཅེས་ངོ་མཚར་སྔ་པོར་འོས་པ་དཔེ་པོར་འོས་པ་ཆགས་ཀྱི་འདུག་བ། དེ་འདྲ་ཡིན་ཙང་དེ་བས་དེ་འདྲ་ཡིན་ཙང་གཞན་གཅིག་འཛིན་གྱི་ཡོད་འདེད་ཟེར་ཡ་དེ་དེ་འདྲ་ཡོད་རེད་ད་དེ་འདྲའི་བསམ་བློ་དང། རེད་བ། འོ་ད་དེ་འདྲའི་ཟེར་ནས་མང་བསམ་བློ་བཏང་ཡོང་དུས་ཙམ་པ་ཨ་ནི་གཞི་ནས་ད་གནས་རིམ་ཡང་མཐོ་རུ་འགྲོ་ཡོང་དུས་ད་བྱང་ཆུབ་སེམས་པ་དེ་ཚོའི་རྒྱུད་ཀྱི་གཞན་གཅིག་འཛིན་གྱི་བློ་དེ་ད་ད་འདི་ཚོ་ད་ལྟ་བཤད་པའི་གཞན་གཅིག་འཛིན་གྱི་བློ་དེ་སྤྱིར་བཏང་གི་འགྲོ་བ་མིའི་སེམས་པ་བསམ་བློ་ག་ལ་གང་འཚམ་གྱི་སྒོམ་རྒྱ་དང་གང་འདྲ་བྱང་ཆུབ་སེམས་པ་མ་ཡིན་ན་ཡང།

ཡང་སྐབས་རེ་སྐབས་རེ་ཡང་ངས་སྔ་མོ་མང་པོ་ཞུས་འདི་ཡོད་ཡང་འཛམ་བུ་གླིང་འདི་ལ་དཔེ་ལ་ཡང་བསམ་བློ་བཏང་ན། དཔེར་ན་འཛམ་བུ་གླིང་འདིའི་ནང་ལོགས་ལ་ཡང་སྤྱི་པའི་ལས་ཀ་བྱེད་མཁན་སྤྱི་སེམས་ཅན་མང་པོ་འདུག་བ། སྤྱི་སེམས་རྣམ་པར་དག་པ་ཁྱེད་ནི་སྤྱི་སེམས་བྱེད་མཁན་དེ་ཚོ་ལ་མི་ཚང་མས་དགའ་པོ་བྱེད་ཀྱི་འདུག་བ། ག་ཅི་ནས་འོ་ཁོ་སྤྱི་སེམས་མཁྱེན་མཁན་དེ་གཅེས་འཛིན་གྱི་བློ་ཡོད་རེ་ཁོས་གྱུར་ལ། ཁོས་གཅེས་འཛིན་གྱི་བློས་སྤྱི་ཚོགས་ལ་ཞབས་ཕྱི་ཡག་པོ་ཞུ་མཁན་ཡིན་སྤྱི་ཚོགས་ལ་ཕན་པ་བྱེད་མཁན་ཡིན་བསམ་པའི་གཅེས་འཛིན་གྱི་བློ་དེ་གྱིས་བཀའ་དྲིན་དེ་ཁོ་ལ་ཐོབ་མྱོང་ཡོད་པ་ཆགས་གི་རེད་བ། བྱས་ཙང་ཀ་གཞན་གཅེས་འཛིན་ཟེར་མཁན་དེ་ལ་ཡོན་ཏན་ཡོད་པ་འདི། མང་ཚོགས་བློ་གཟུ་བོར་གནས་མཁན་ཚོ་གིས་ཁོ་ངོ་ལེན་བྱེད་ཀྱི་འདུག་བ། ད་དེ་ནས་ཡ་ཡ་ཡ་ཡ་བྱས་ནས་ཨ་རེ་དཀོན་པོ་ཟེར་མཁན་འདྲ་བོ་འདྲ་བོ་ད་དེ་ནས་ཡ་སྲིད་འཛིན་སྲིད་བློན་ཟེར་མཁན་དེ་ཚོ་ལ། སྔོན་ལས་དྲང་གནས་ཀྱི་ལྟར་ལྷག་བསམ་རྣམ་པར་དག་པའི་གཞན་ཕན་གྱི་བསམ་པ་དང་སྤྱི་སེམས་གཞན་གཅེས་འཛིན་གྱི་བློ་ཡོད་མཁན་ཅན་ཡིན་ན། སྲིད་བློན་མང་པོ་འཛམ་བུ་གླིང་ལ་སྲིད་བློན་འདྲ་མི་འདྲ་མང་པོ་ཡོད་རེད་སྲིད་འཛིན་འདྲ་མི་འདྲ་མང་པོ་ཡོད་རེད་དཔོན་པོ་འདྲ་མི་འདྲ་མང་པོ་ཡོད་རེད་དེའི་ནང་ནས་ཁོ་རང་པའི་ཟུར་དུ་ཐོན་ཡོང་དགོས་བ། ཚང་མས་ཀྱི་པའི་བསྔགས་བརྗོད་ཞི་བོ་བྱས་ཡོང་དགོས་བ། བྱས་ཙང་ཅི་ལ་འདི་ཚོ་བྱས་འདི་ཡང་གཞན་གཅེས་འཛིན་གྱི་ཡོན་ཏན་གྱི་དཔེ་མཚོན་རེད་ཨོ། ད་དེའི་ནང་བཞིན་ད་ཡ་ད་ལྟ་དེ་འཛམ་བུ་གླིང་ནང་གི་ལུང་པ་གཅིག་གཉིས་བརྒྱ་ཆ་མ་ཡིན་པ་བྱས་ད་འཛམ་བུ་གླིང་ཁྱོན་ཡོངས་ཀྱི་ཐོག་ནས་ཨ་ནི་ཞིབ་འཇུག་ལེགས་པར་བྱས་ནས་རྒྱུ་མཚན་ཡང་དག་པའི་ཐོག་ནས་ཨ་ནི་ཞི་བདེ་གཟེངས་རྟགས་སྤྲད་སད་ཀྱི་སྐྱིད་པོ་ཡོང་དགོས་བ། བྱས་ཙང་དེ་ཞི་བདེ་གཟེངས་རྟགས་ཅི་རིགས་རག་རེད། ཞི་བདེ་གཟེངས་རྟགས་ར་ཡས་ཀྱི་རྒྱུ་མཚན་ག་རེ་བཀོད་གི་འདུག། ཞི་བདེ་ཞི་བདེ་གཟེངས་རྟགས་ར་ཡས་ཀྱི་རྒྱུ་མཚན་བཀོད་བཀོད་པའི་ཞུ་གུ་ཞི་བདེ་གཟེངས་རྟགས་སྤྲད་ཡོང་དུས་ཞི་བདེ་གཟེངས་རྟགས་ལེན་མཁན་གྱི་མི་ཁོ་རང་གིས་ང་ལ་ད་རིང་ཞི་བདེ་གཟེངས་རྟགས་ར་ཡས་དེ་ངས་སྔོན་མ་འདི་འདི་འདི་འདི་བྱས་ཡིན་ཟེར་གཅིག་གཏམ་ཞིག་བྱེད་འདུག་དེ་དུས་ག་རེ་བཀོག་ཤེས་ཀྱི་འདུག། ཞེས་ད་ལྟ་སྤྱི་ཚོགས་ལ་ཕན་པའི་བསམ་པ་སྐྱེས་པའི་ཐོག་ནས་སྤྱི་ཚོགས་ལ་ཞབས་ཞུ་ཞུས་ནས་བྱུང་སོང་ཟེར་ད་མང་ཆེ་བ་འདི་རེད། བླ་མ་སྤྱན་རས་གཟིགས་འདྲ་བོ་ཡིན་ན་ད་དཔེ་གཅིག་གིས། གང་ལྟར་ཆུང་ཆུང་སྐབས་ནས་ཨ་ནེ་བའི་མཁས་པ་ཡིན་རྗེས་ལ་ཨ་ནེ་བྱམས་བརྩེ་བྱེད་ཀྱི་ཡོད་འདུག་འདུག་འདུག་ཟེར་ནས་ཨ་ནེ་ད་གང་ལྟར་བོད་མི་ས་ཡ་དྲུག་གིས་མཚོན་པའི་ད་དེ་མ་འདུག་འདུག་འདུག་ཅེས་ནས་སེམས་ཅན་ཐམས་ཅད་ལ་ཅིག་བྱམས་བརྩེ་ཅིག་སྒོམ་བསྡད་ཀྱི་ཡོད་འདུག་འདི་གསུངས་ཀྱི་ཡོད། འདོད་པ་ཤཱཀྱ་ཐུབ་བསྟན་གྱི་བྱམས་བརྩེ་སྒོམ་སྟངས་ཀྱི་བསླབ་བྱ་དེ།

ཇི་ལྟར་འདུག་སུ་སྒོམ་དང་བསམ་བློ་གཏོང་ད་སྒོམ་སྒོམ་སུ་དེ་ཡིན་དུས་སེམས་ལ་སྒྲིབ་པར་བྱ་དགོས་རེད་ཁོ་མར་བྱ་དགོས་རེད་བ། ཁོ་དེ་ཚོ་སྒོམ་དང། ཨ་ནི་གཞི་ནས། རང་སོ་སོ་གི་སེམས་ལ་ཅིག་ཤོག་འདྲ་བོ་ཅིག་ལས་ཡོད་ད་ལྟ་ཁོ་ཚོ་ང་བས་རང་གཅེས་འཛིན་གྱི་མི་ཚེ་སྤེལ་བསྡད་ཡིན་སྐྱེས་པ་ནས་སྐྱེས་པ་ད་ག་རང་འགྲོ་ཡིན་གཞན་གཅེས་འཛིན་གྱི་མི་ཚེ་སྤེལ་དེ་འདྲའི་ཐོག་ལ་ཅིག་གིས་བསམ་བློ་འཁོར་མ་སོང་ལ་བྱས་ཐུབ་མ་སོང་ཟེར་ཅིག་ད་ད་ལྟ་གནས་ཚུལ་དེ་གོ་ཡོང་དུས་ལྟ་མི་ནུས་ད་ནི་ང་གཞན་གཅེས་འཛིན་ལ་ཡོན་ཏན་ངོ་མ་མཐོང་སོང་ང་རང་ཡིན་ན་ཡང་ད་ག་རང་གིས་བསམ་བློ་དང་འབྱོར་བ་ལག་ལེན་གང་ལ་འགྲོ་གི་ཡིན་ཟེར་ནས་སྙིང་སྟོབས་ཀྱིས་བསྐྱེད་ནས་འགྲོ་བ་ཡིན་ན་ཨ་ནི་མི་འདི་ལ་འགག་མི་ལ་ཅིག་འགྲོ་ད། ནམ་རྒྱུན་པས་རང་གཅེས་འཛིན་གྱི་ལང་ཀ་ལ་འགྲོ་འདོད་ངེས་ཏེ་ད་གཞན་གཅེས་འཛིན་གྱི་ལང་ཀ་ལ་འགྲོ་བའི་འགོ་བཙུགས་རེད་དེ་ག་ལས་ག་ལས་རྒྱ་སེ་བྱང་ཆུབ་སེམས་པའི་ལང་ཀ་ལ་ཡང་ཕྱིན་ནས་སངས་རྒྱས་ལ་ལ་འགྲོ་ངེས་ཏེ་འདི་བྱ་དགོས་ཨ། འོ་ད་དེ་འདྲ་ཡིན་པ་ཡིན་ཙང། དམ་གྱི་ཡ་གྱི་སྒང་ལ་ཡང་གང་ཞིག་བདག་དང་གཞན་རྣམས་ནི་མྱུར་དུ་བསྐྱབ་པར་འདོད་པ་དེས། བདག་ལ་ཤིན་ཏུ་གཅེས་བྱ་བ་དེ་ཡང་གསུངས་སོང་བྱས་ཙང་དངོས་གནས་རེད་ད། སྤྱིར་བཏང་གི་སྤྱི་ཚོགས་ནང་ལོགས་ལ་ཡང་སེམས་ཅན་ལ་སྡུག་བསྔལ་ལས་བསྐྱབ་འདོད་ཡོད་པ་དང་གཅིག། ཨ། སོ་སོ་སྒེར་གྱི་ངོས་ནས་སངས་རྒྱས་ཟེར་མཁན་གྱི་ཁས་ལེན་ནས་སངས་རྒྱས་ཀྱི་གོ་འཕང་ཐོན་ཡོད་ན། དག་པའི་ཞེན་བྱེད་པའི་བྱང་ཆུབ་ཀྱི་སེམས། རང་གཅེས་འཛིན་སྤངས་ནས་གཞན་གཅེས་འཛིན་ཟེར་མཁན་དེ་ལ་འགྲོ་དགོས་ཡ་དེ་ཐག་ཆོད་པ་རེད། འོ་ད་དེ་བྱས། ད་དེ་ནས་འདི་ཞུ་གི་དེ་ལ་ཡང། ད་འདི་གིས་མང་དུ་ཤེས་ན་ཅི་ཞིག་དགོས་དོ་ཞེས་ནས་དོན་ཚན་དེ་འགྲིགས་སོང། ད་ག་རེ་ལགས་ཡོད་རེད་ལགས་ན། རང་གཅེས་འཛིན་གྱི་སྐྱོན་ཏེ་ད་དེ་རང་གཅེས་འཛིན་སྐྱོན་ནི་ཡང་གང་དུ་འགྲོ་གི་ཡིན་ད། འཇིག་རྟེན་སྡུག་བསྔལ་ཇི་སྙེད་པ། དེ་ཀུན་གཞན་ཏེ་འདོད་ལས་བྱུང། དེ་ཀུན་གཞན་ཏེ་འདོད་ལས་བྱུང། མ་རེད། འཇིག་རྟེན་སྡུག་བསྔལ་ཇི་སྙེད་པ་དེ་ཀུན་བདག་ལྟས་འདོད་ལས་བྱུང། ཟེར་ན་ཨ་ལས་ཡང་དེ་བདག་སྐྱོན། བདག་ལྟས་འདོད་པ་ཟེར་བྱས་དུ་བ། བདག་ལྟས་འདོད་པ་ཟེར་ཏེ། ཨ་ནི། བདག་བདེ་བ་འདོད་པ། ཚིག་དེ་ལ་ཐིག་མ་དུ་མི་འདུག་བ། ཡིན་རྒྱུ། རང་གཅེས་འཛིན་གྱི་དོན་ངོ་མ་དེ་དེ་མ་རེད། རང་གཅེས་འཛིན་གྱི་དོན་ངོ་མ་དེ། རང་ལ་དུས་རྒྱུན་རང་ལ་ལྕེབས་ལ་འཛིན་པ། རང་བདེ་བ་འདོད་པ་དེ་མ་རེད། དེ་སྐད་ཅེས་བཤད་ཡ་ཡིན་ན་རང་བདེ་བ་འདོད་པའི་བློ་ལ་བློ་ཡང་དག་པ་ཡང་ཡོད་རེད། རང་ལ་གཅེས་པར་འཛིན་པའི་བློ་ལ་བློ་ཡང་དག་པ་ཡོད་རེད། རང་གིས་རང་ལ་གཅེས་པར་འཛིན་པའི་བློ་ཡོད་ཙང་ང་སངས་རྒྱས་དགོས་ཡོད་ཟེར་གྱི་སེམས་ཤུགས་སྐྱེ་གི་ཡོད་རེད་བ་ཅི་འདི་འདུག་ག་མ་རེད། ད་ད་ལྟ་དེ་ལ་རང་གཅེས་འཛིན་སྐྱོན་བརྩི་ཡ་དེ་ག་རེད་ཟེར་ན། གང་གིས་གཞན་གཅེས་འཛིན་དེ་རང་ལས་གཞན་གལ་ཆེ་བར་ལྟ་བའི་སྒོ་ནས་གཞན་ལ་ཕན་ཐོགས་བྱེད་ཀྱི་བློ་ཡིན་པ། ད་རང་གཅེས་འཛིན་ཟེར་དུས་གཞན་ལས་ལ་གཞན་ལས་རང་གལ་ཆེ་བར་ལྟ་བའི་སྒོ་ནས། གཞན་ལས་རང་གལ་ཆེ་བར་ལྟ་བའི་སྒོ་ནས་ཨ་ནི་རང་ལ་ཕན་པར་བྱེད་འདོད་ཀྱི་བློ། འོ་དེ་ལ་རང་གཅེས་འཛིན་ལ་རེད། གཞན་ལས་རང་གཅེས་བྱ་སྟེར་བ་དེར་མ་ལག་པ་བྱས་ནས་རང་གཅེས་པ་འཛིན་པ་གཅིག་པུ་ལ་ན་དེ་མ་རེད། ད་ལྟ་རང་གཅེས་འཛིན་གྱི་སྐྱོན་ཞེས་པའི་སྐྱོན་ཅན་གྱི་རང་གཅེས་འཛིན་དེ་གཞན་ལས་རང་གཅེས་བྱ་བ་ལྟ་བའི་སྒོ་ནས་ཨ་ནི་རང་ལ་ཕན་པ་བྱེད་འདོད་ཀྱི་བློ། རང། རང་ཉིད། ཨ་ནི་རང་འབའ་ཞིག་བདེ་བ་འདོད་པའི་བློ་འོ་འདི་ཚོ་བྱས་ཏེ་བྱ་བ་ཡོད་རེད། ད་འདི་ནང་ལ་ཡང་དག་གི་དེ་གཅིག་པ་གཅིག་ཀྱང་ཡོད་རེད། གཞན་གཅེས་འཛིན་དེ་ལ་ཡང་བཞི་རེ་གཅིག་ཨ་ནི་བཤད་པ་ནང་བཞིན། གཞན་ལས་རང་གཅེས་བྱ་བ་ལྟ་བའི་སྒོ་ནས་རང་ཉིད་སྡུག་བསྔལ་ལས་བྲལ་འདོད་ཀྱི་བློ། རང་ལ་གནོད་པ་མི་བྱེད་པའི་བློ། ཨ་ནི་རང། སྡུག་བསྔལ་ལས་བྲལ་འདོད་ཀྱི་སྙིང་རྗེ། རང། བདེ་བ་དང་ལྡན་པར་བྱེད་འདོད་ཀྱི་བྱམས་པ། འོ་དེ། དེ་ཚོ་ཚང་མ། བྱམས་པ་དངོས་གནས་འདྲ་པོ་ཅིག་ཡོད་རེད་སྙིང་རྗེ་དངོས་གནས་འདྲ་པོ་ཅིག་ཡོད་རེད་དེ་བྱམས་པ་དང་སྙིང་རྗེ་དངོས་གནས་དེ་མ་རེད་ལབ་བར། རང་གཅེས་འཛིན་ལ་བྲེལ་བས་བྱམས་སྙིང་རྗེ་ཡིན་ཙང་ཁ་ར་ཇེ་ན་ཡང་སྐྱོན་གཅིག་དེ་ན་ཟུག་ལྷག་དེ་ཡོད་རེད་ལབ་བར། བྱས་ཙང་ད་དེ་ཡིན་པ་ཡིན་དུས། རང་གཅེས་འཛིན་དེ་ལ་ཡང་གཞིར་གྱིས་འདུག་བ། རེད་བ། དེ་འདྲས་ཀྱི་བསམ་བློ་དེ་ཚོ་བྲལ་དུས་ཚང་མ་ཨ་ནི་སྡུག་བསྔལ་གྱི་འབྱུང་ཁུངས་རེད་ཟེར་ལབ་བར། ད་དེ་འདྲས་ཀྱི་བསམ་བློ་དེ་སྡུག་བསྔལ་གྱི་འབྱུང་ཁུངས་རེད་ལ་ཡོང་དུས་ད་དེ་ཡིན་པ་དེ་ཁུངས་ག་འདྲས་སུ་སྐྱེས་ཀྱི་ཡིན་པ་བཟོས་དུས་ཡང་དེ་མང་དུ་ཤེས་ཐག་གཅིག་དགོས་ཏེ་བྱིས་པ་རང་གི་དོན་བྱས་དང་ས་ར་དེ་ལས་རེད། བྱས་ཙང་འདི་ཡོང་དུས། ཚིག་བེད་སྤྱོད་བཏང་སྟངས་ཁོ་རང་ཁྱད་པར་འདུག་བ། བྱིས་པ་རང་གི་དོན་བྱས་ཚེ་བྱིས་པ་ཟེར་མིང་བཏགས་འདུག་བ། དེ་འདྲས་ཀྱི་བསམ་བློ་གཏོང་མཁན་དང་བྱ་བ་བྱེད་མཁན་འདི་ལ་བྱིས་པ་ཟེར། ག་དེ་མི་བྱིས་པ་ལ་རེད། དཔེར་ན་ང་ཚོ་ནམ་རྒྱུན་གྱི་སྤྱི་ཚོགས་ཀྱི་ནང་ལ་ཡིན་ན། ཨ་ནི་མི། སྤུ་གུ་ཆུང་ཆུང་ཨ་མ་མཇའ་སོགས་འགྲོ་གི་འདུག་སྤུ་གུ་བས་བྱས། ལོ། གང་ལྟར། བཅུ་གསུམ་མན་ཆད་ཀྱི་རིགས། དེ་ནས་ལོ་བཅུ་གསུམ་ནས་ཡར་ཅི་ནས་རིགས། དེ་ནས་ལོ་བཞི་བཅུ་ཡར། དེ་ནས་དྲུག་ཅུ་དྲུག་རེ་ལྔ་ཡར་དེ་ནས་ཡར་རྒྱས་ཅི་ནས། མིའི་རིགས་ལ། དུམ་བུ་བཞི་རུ། ད་སྐྱེ་ན་གཅིག་ལ་བྱིས་པ་ལ་བཅུ་གསུམ་མན་ཆད། དེ་ནས། གར་སང། བཅུ་གསུམ་ནས་ཡར་བཞི་བཅུ་མན་ཆད་དེ་ལ་བཞི་དྲུག་ལ། བཞི་བཅུ་ནས་དྲུག་ཅུ་ཡས་མན་དེ་ལ་དར་མ་ལ། དེ་ནས། དྲུག་ཅུ་ནས། ད་དྲུག་ཅུ་དྲུག་ཅུ་རེ་མ་དེ་ནས་ཡར་དང་གྱེས་འགོ་བྱས་ནས་དུམ་བུ་བཞི་བཏང་འགྲོ། བྱས་ཙང་དེ་སྲིད་དུ་དེ་ཚོ་བཞི་དེ་སྤྱི་ཚོགས་ནང་ལ་དཔེར་ན་ཁང་པ་ཅིག་ནང་ལ་བསྡད་ལ་ན་ཡང་གོ་རིམ་འདྲ་པོ་བྱས་ནས་ཡར་བཅོ་སྲང་གི་འགྲོ་སྟངས་ཐོག་ནས་བལྟས་ན། ཨ་ནི། རྒན་གཞོན་དེ་གང་ལ་བལྟས། དེ་ནས། པ་ལ་གར་མ་དེ་བལྟས། དེ་ནས། གཞོན་ནུ་བལྟས། དེ་ནས་སྤུ་གུ་དེ་ཚོ་བ་བྱས་འགྲོ། སྡེ་བ་སྤྱི་ཚོགས་ཀྱི་སྡེ་བ་ལ་གཅིག་གི་ཚོགས་ཡ་དེ་འདི་བྱས་འགྲོ། དེ་གར་ཕྱིན་གཅིག་གོ་ལ་ལྟོས། ཨ་ཅོ་ད་མི་རྒན་པ་ཟེར་མཁན་དེ་མི་ཚེ་ནང་ལ་སྐྱིད་པོ་སྡུག་པོ་མང་པོ་མྱོང་ད་སློབ་སྦྱོང་ལ་སོགས་བ་ད་རེས་ཀྱི་ནས་མང་པོ་ཡོང་ནས་ད་བས་བཞི་བཅུ་ཡར།

ཨ་ནི་རང་གཅེས་འཛིན་གྱི་བསམ་བློ་ཡོད་དེ་ཉིད་འདི་གཞན་གར་སྤྱད་ན་བྱས་ཟེར་གཞན་འབད་དུ་གཡུག་ཀྱང་སྤྱད་ན་རང་གཅིག་པོ་རང་ཁོ་ན་བསམ་བློ་བཏང་ནས་འགྲོ་བསྡད་ཀྱི་ཡོད་པ་ཡིན་ཙང་བསམ་བློ་གྱི་གནས་ཚད་དེ་སྤུ་གུ་ཆུང་ཆུང་ཙམ་ཞིག་ཅིག་གི་ཆ་གི་ཡོད་ཙང་བྱིས་པ་སོའི་མིང་དུ་བཏགས་རེད། འོ། བྱིས་པ་ཟེར་བྱིས་པ། རང་གིས་དོན་བྱས་དང་ཟེར་ན་འདི་རེད་བྱ་བ་བྱེད་དང་བསམ་བློ་གཏོང་དང། བྱིས་པ་སོ་སོ་སྐྱོ་བོ་ཟིང་ངེ་འདི་ག་དུས་ཡིན་ན་ཡང་གཞན་ཡལ་བར་འདོར་ནས་རང་ཁོ་ན་ཅིག་གི་བདེ་བ་ཆུང་ན་བསམ་པའི་འདོད་པ་སྡུག་བསྔལ་ལ་འཕྲད་ན་བསམ་པའི་བསམ་བློ་དུ་ཁུག་དགོས་པ་རེད་རང་གཅེས་འཛིན་བསམ་བློ་འདི་ཁོ་རང་ཡིན་ཙང་ལས་ཀ་ཡང་དག་རང་བྱེད་དགོས་པ་རེད།

ད་བདེ་བ་ཡོང་ཡས་ཀྱི་རྒྱུ་དེ་ན་བཟའ་ཡག་དང་བཏུང་ཡག་དང་གོན་ཡག་དེ་འདྲས་ཅིག་ཡོག་ཡིན་ན། ད་བཟའ་ཡག་བཏུང་ཡག་གོན་ཡག་དེ་འདྲས་ཅིག་ཨ་ནི་རག་གི་ཡོད་པ་བྱས། རག་གི་ཡོད་པ་དེ་ཡང་སྤྲད་ཉེན་ཅིག་ཡོད་པ་བྱས་སྤྲད་ཉེན་དེ་ཡང། སྤྲད་ཉེན་དེ་ཀྱི་སྤྲད་ཡོང་དུས་སུ་ལ་ཡིན་ན་སྤྲད་ས་པ་ཅིག་ཡོད་ན་ཡང་སྤྲད་ཁར་འགྲོ་ཡོང་དུས་སྤྲད་ས་དེ་ན་ལ་ལས་མཁན་སོ་སོ་ཡོད་པ་དང་མི་གཞན་དག་གཉིས་སུ་མང་པོ་ཅིག་ཡོད་ན་དཔེར་ན་སྤྲང་པོ་འདྲ་བོ་ཅིག་དེ་ཚོ་བཤད་ཡིན་ན་སློང་མཁན་འདྲ་བོ་ཅིག་མང་པོ་ཅིག་བྱིས་པ་བཏང་ས་ལ་ལས་ཡིན་ན་བྱིས་པ་བཏང་མཁན་གྱི་སུ་ལ་ཡོད་ཕེར་ན་ཡང་སྤྲད་ས་པ་ཅིག་སྤྲད་ཁར་འགྲོ་ཡོང་དུས་སློང་མཁན་གྱི་ནང་ལ་རང་གཅེན་གཅིན་སུ་སུ་ཆགས་པ་ཡོད་པ་དེ་ཀྱི་ལག་པ་དང་པོ་བརྐྱངས་ས་རེད། ཕོག་ཡག་དེ་ཀྱི་དང་པོ་ཕོག་ས་རེད། ཕོག་བའི་སྐར་ལ་ཞེ་དྲག་ཅིག་གི་ནམ་རྒྱུན་འདྲ་མི་འདྲ་དང་ཇི་ཆེ་ཆེ་སོང་འཁྲུག་པ་ཀྱི་ཡག་ཐོག་ཅིག་བརྐྱངས་ས་རེད། ད་དུང་གསལ་པོ་ཡོད་ན་གསལ་ཡག་གི་ཉེན་ཁ་ཡོད། སྒོར་མོ་འབུམ་གཅིག་འདྲ་བོ་འདུག་སེ་སྤྲེལ་གྱི་ཡོད་པ་ཆད་སློང་མཁན་དེ་ཚོ་ཚང་ག་རྒྱག་ཡིན་ན་རང་གཅེན་གཅུན་བསམ་བློ་ཆུ་ཆུང་འདྲ་ཞུ་ཡོད་ཡིན་དེ་གི་དང་པོ་ཁོ་རང་དཔེ་ཆ་དེ་རང་ཡར་འབད་བརྩོན་བྱེད་ཀྱི་རེད་ལ་དེ་མ་རག་པ་གེགས་བྱེད་མཁན་དེ་ལ་ཁོས་གནོད་པ་བསྐྱལ་ཐག་ཆོད་ཀྱི་རེད། ཧོ་དེ། རང་གཅེན་གཅུན་གྱི་བསམ་བློ་དེ་འདྲ་ཞིག་ཡོད་ན་ཁ་བདེ་ལེགས་འདུག་བ། ད་རང་གཅེན་གཅུན་གྱི་བསམ་བློ་དེ་ད་ལྟ་དེ་དེ་རེད་ད་ཕན་ཐོག་དེ་རེད་བ། ད་རང་གཅེན་གཅུན་གྱི་བསམ་བློ་དེ་དེ་འདྲ་ཞིག་ལས་ཡོང་དུས། ང་གསལ་ཏེ་ཞེ་བོ་གཅིག་གིས་གད་ཆེན་པོ་དང་རྩ་ཆེན་པོ་ཅིག་མཐོང་ཚ་གཞན་ཟེར་མཁན་དེ་རྩ་ཆུང་ཆུང་གད་ཆུང་མཐོང་ཚ་དུས། གད་ཆུང་མཐོང་ས་ཀྱི་མི་གཅིག་གིས་རང་ལ་གནོད་པ་བསྐྱལ་ན་སོ་སོ་ཧོན་རེ་ཟོ་ཐོན་ཁོས་ང་ལ་གནོད་རེ་ད་བྱས་ནས་གནོད་ན་འགྲིག་གི་མེད་པའི་སོར་གྱི་བསམ་བློ་ཡོད་རེད་ད། ཁོ་ང་ལ་དེ་འདྲའི་བསླབ་གཡར་ག་བ་ཡོད་རེད་ང་ལ་དེ་འདྲའི་གནོད་གཡར་ག་བ་ཡོད་རེད་ང་ལྟ་ཞིབ་ཏུ་རོ་བ་གསལ་བྱེད་ཀྱི་བསམ་བློ་དེ་ཞི་བ་ཅིག་རེད་དེ་འདྲ་ཡིན་དུས་གཞན་གྱིས་རང་ལ་ཡར་འཕེན་གྱི་ལྟ་གི་ཡོད་པ་ཡིན་ན་ཡང་འདོད་ཆགས་ཀྱི་ཐོག་ནས་དང་པོ་སོ་སོ་ལ་རང་ཡར་འདོད་ཚུལ་གཞན་ལ་མ་རག་ན་མ་རག་བདེ་བ་དེ་ང་ལ་འགོ་རུ་བཏགས་གཞན་དག་ལ་འགོ་དགོས་ཡ་མ་རེད་སྡུག་བསྔལ་བའི་འབྲེལ་ཡ་གཅིག་གི་ཆ་རྐྱེན་གཅིག་རང་ལ་ཡོད་ན་ངའི་སྡུག་བསྔལ་དེ་དང་པོ་སེལ་སྲིད་དཔེར་ན་ཆ་ཤས་པ་ཡིན་ན་རང་གཅེས་འཛིན་ག་ཚ་ནད་པ་མི་གསུམ་གྱི་བྱས་སོ་སོ་ནད་པ་མི་ཁ་ཤས་ཀྱི་ཡོད་ན་ད་བཅུ་གྲངས་ཀྱི་ཡོད་པ་བྱས་ན་ཚ་ཚང་མ་གཅིག་གི་གཅིག་ཀྱང་བྱས་ཚང་མ་མཛའ་གྲགས་ཡོད་པ་བྱས་དཔེར་ན་ང་ཚོ་ཀོ་རོ་ན་སྲིན་ཡིན་རུང་དེ་དེ་གི་ན་ཟས་ཟིན་དུ་ཡོད་བྱས་ད་ན་ཟངས་ཀྱི་སྡུག་བསྔལ་དེ་ལ་སེལ་དགོས་དུས་སྨན་ཁང་ནང་ལ་ཅིག་འགྲོ་ཡོང་དུས་སྨན་པ་གཅིག་མ་གཏོགས་མེད་པ་བྱས་ད་སྨན་དེ་ཡང་གཅིག་མ་གཏོགས་མེད་ཡོང་དུས་ཨ་ཁུ་འདི་བཅུ་པོ་དེ་ལ་འདྲ་འདྲ་ཡང་འགུག་གི་ཡོད་རེད་སྨན་དེ་ཡང་འགུག་གི་ཡོད་རེད་ད་རང་གཅེས་འཛིན་སུ་ཞིག་སྐྱོ་བ་ཡོད་བ་འདི་གི་ཨང་ཀི་དང་པོ་རྒྱུག་དགོས་ད་ཨང་ཀི་དང་པོ་རྒྱུག་ནས་པའི་ཨམ་གྱིས་གཟིམ་ནས་ང་ལ་ན་ཟངས་ཀྱི་སྡུག་བསྔལ་འདི་ཡོད་ངའི་སྡུག་བསྔལ་འདི་དང་པོ་སེལ་རོགས་བྱས་ཨ་ནི་སྨན་དེ་དང་པོ་ང་ལ་སྤྲད་རོགས་བྱས་ད་ལབ་ཡག་ཡིན་ཐག་ཆོད་ད་ད་དེ་འདྲའི་ཁ་ཐུག་དེ་ལ་གཞན་དག་དེ་ཚོ་ལ་སྡུག་བསྔལ་ཡོད་རེད་པའི་བསམ་བློ་ཡུར་ལ་འཁུར་དགོས་མ་རེད།

ད་དེ་ནས་གང་འཚམ་ཞུ་གོ་དེ་ལ་རང་གཅེན་ཚེ་ག་ཚོད་དུ་ཤུགས་ཆེན་པོ་ཡོད་ཉིན་གྱི་མི་དེ་གས་རང་གི་བདེ་བ་དང་སྡུག་བསྔལ་རང་གིས་ཆད་དོ་ཨ་ནི་གཞི་ནས་འོ་ད་ཁྱེད་ཀྱིས་ཅི་མཛོད་ནས་སོང་བ་ནང་བཞིན་གྱི་སེམས་ཅན་གཞན་གྱི་ད་བྱ་རི་དྭགས་ལ་སོགས་པ་གི་སྲོག་གཅོད་དགོས་ནས་གཅོད་ཨོ་ད་དེ་ནང་བཞིན་གྱི་ད་གང་འདྲ་སྲོག་གཅོད་པ་མ་འཇིམ་པར་ལེན་པ་རྫུན། ཁྲག་དམར་ཚིག་རྩུབ་ང་རྒྱལ། ཆ་ཚང་བརྣབ་སེམས་བརྣབ་སེམས་ཚང་མ་རང་གཅེན་ཚེ་འདི་གིས་ཁྲིད་དགོས་རང་གཅེན་ཚེ་ཡོད་ཉིན་དེ་ལ་སྟེགས་ཤུགས་ཆེན་པོ་ནས་ཡོད་ད་དེ་འདི་བཅས་ཀྱི་ཐོག་ནས་མི་ཚེ་འདི་ན་རང་གཅེན་ཚེ་ཡོད་ཉིན་གྱི་མི་དེ་རང་གཅེན་ཚེ་ཤུགས་ཆེན་པོ་བྱས་བྱས་བྱས་ནས་ཁོ་རང་སོ་སོ་རྣམ་རྟོག་གི་ཁྲོ་རྒོད་ཀྱི་དངུལ་གྱི་བ།

ཟོས་ལ་དེ་འདྲས་ཡོད་པ་ཡིན་དུས་ཟ་བ་རང་གཅེས་འཛིན་གྱིས་རྐྱེན་པས་མི་གཅིག་གིས་རང་གཅེས་འཛིན་གྱིས་དེ་འདྲས་སྡུག་ཅག་ཆགས་ཀྱི་ཡོད་ན་མི་གཉིས་ཀྱིས་རང་གཅེས་འཛིན་འདི་གིས་གར་བྱེད་ཀྱི་རེད་དེ་ལས་ལས་ཀ་འདུག་བ་བྱེད་འདུག་རོགས་བསམ་བློ་མང་མང་ཤག་རེད་བྱ་བ་མང་ད་དེ་ནས་མི་བཅུ་གིས་རང་གཅེས་འཛིན་འདི་གིས་གར་བྱེད་ཀྱི་རེད་ད་མི་བརྒྱ་གིས་རང་གཅེས་འཛིན་ཤུགས་ཆུང་མེད་ན་གར་བྱེད་ཀྱི་རེད་མི་སྟོང་གིས་དེ་ལ་གར་བྱེད་ཀྱི་རེད་ཨ་ནི་འཛམ་བུ་གླིང་གི་མི་མང་ཆེ་བ་གཅིག་གིས་རང་གཅེས་འཛིན་གང་ལ་འགྲོ་ཡོང་དུས་ཨ་ནི་འཛམ་བུ་གླིང་འདི་དག་ལ་ཕུགས་ཡ་ཚང་མ་འདུག་སུ་ཡིན་དགོས་རོགས། དེ་འདྲས་ཡིན་པ་ཡིན་ཙང་རང་གཅེས་འཛིན་གྱི་ངེས་མེད་ཀྱི་བསམ་བློ་བཏང་དུས་ཡང། དང་པོ་སོ་སོ་མི་གཅིག་གིས་ཨ་ནི་བྱེད་ཀྱི་རེད་ད་རང་གཅེས་འཛིན་གྱི་ཐོག་ནས་མི་གཅིག་གིས་བདེ་སྐྱིད་གཏོར་བ་ཞི་བདེ་མེད་པ་བཟོ་བ་དེ་ནས་ཁྱིམ་ཚང་གི་ཞི་བདེ་མེད་པ་བཟོ་བ་དེ་ནས་སྤྱི་ཚོགས་ཀྱི་ཞི་བདེ་མེད་པ་བཟོ་བ་དེ་ནས་འཛམ་བུ་གླིང་གི་ཞི་བདེ་མེད་པ་བཟོ་ཡ་དུས་སུ་མ་རྩ་ཚ་མུ་ཅི་བཏང་ཡོང་དུས།

ཐེག་པ་ཆེན་པོའི་གི་ལམ་ལྔ་ག་འདྲེས་སུ་འགྲོ་དགོས། ཐེག་པ་ཆེན་པོའི་ལམ་ལྔ་འགྲོ་མ་ཐུབ་ན་སངས་ག་འདྲེས་སུ་རྒྱས་དགོས་ཀྱི་ཐུགས་མ་འདོག་དེ་འདྲས་ཡིན་ཙང། ད་ལྟ་འོག་འདི་ལ་འཇལ་རུང་གི་གསུངས་ཡོད། རང་གཅེས་འཛིན་དེ་གི་སྐྱོན་ཆེ་ཤོས་གཅིག་སྟེ། སྟེང་གི་གང་ཟག་རང་ཉིད་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་བསམ་ན་ཡང་ཐོབ་མ་ཐུབ་པར་བཟོད་མཁན་དེ་རང་གཅེས་འཛིན་རེད་ད། ཡང་བསྐྱར། སྟེང་གི་གང་ཟག་རང་ཉིད་སངས་རྒྱས་ཆོས་ཚང་མ་ག་ཚོད་སྐྱོར་ཚར་ད་སྤོ་བོ་ཆུང་དུས་ནས་ད་ལྟ་བར། ག་ཚོད་སྐྱོར་ན་ཡང་སངས་རྒྱས་ཐུགས་མི་འདུག་ཨ། སངས་རྒྱས་ནི་གི་སངས་ཕར་མ་ཕར་བཞག་ནས་བྱང་ཆུབ་སེམས་དཔའ་ཡང་ཆགས་ཐུགས་མི་འདུག་ཨ། སངས་ཕར་བཞག་ནས་བྱང་ཆུབ་སེམས་དཔའ་ཡང་ཆགས་མ་ཐུབ་ཡ་འདི་སུའི་ལས་ཀ་རེད་སུས་བཀག་གི་འདུག་ལབ་ན་མི་འདི་གི་ཁོའི་བཀག་རྡོ་མ་རེད་ད། སོ་སོའི་སེམས་ནང་ལ་ཡོད་པའི་རང་གཅིག་འཛིན་སྟེ་གི་དགག་དེ་ལྟ། ཅེས་སོགས་དེ་འདྲ་ཡིན་པ་ཡིན་དུ་བསམ་པ། རང་གཅིག་འཛིན་སྟེ་གི་སྒྲིབ་པ་གཉིས་སྤངས་པའི་སངས་རྒྱས་ཀྱི་གོ་འཕང་དོན་གཉིས་མཐར་ཕྱིན་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པའི་ལ་གེགས་བྱེད་གཙོ་བོ་དེ་དང་དེ་ཆགས་པའི་འདུལ་བ། ཨ་ནི་དེ་འདྲ་ཡིན་པ་ཡིན་ཙང། ཨ་ནི་ངས་དེ་ག་རེ་ཞུ་དགོས་ཟེར་ན་དེ་ཚོ་བྲལ་ཏེ་ཨ་ནི་རང་གཅིག་འཛིན་གྱི་སྐྱོན་ཡིན་པ་སོམས་དང་རེས་ད་འདུག་སུ་མང་འགྲོ་དང། འོ་མང་དུ་བཤད་དོ་བྱེད་དགོས་དུས་བྱིས་པ་རང་གི་དོན་བྱེད་དང། ཐུབ་པ་ཞིག་གི་དོན་མཛད་པ། དེ་འདྲ་ཡིན་ཙང་ད་བློ་བཟོ་བོར་གནས་ནས་འདི་གཉིས་ཀྱིས་ནི་ཁྱད་པར་ལྟོས་སོ་འདི་གཉིས་ག་རེ་འདི་གཉིས་རང་གཅིག་འཛིན་ཡིན་ཟེར་མཁན་འདི་ལ་སྐྱོན་ག་ནས་ག་རེ་ག་རེ་འདུག་ཁོ་རང་གནས་སྟངས་ག་རེ་འདུག། གཞན་གཅེས་འཛིན་ཟེར་མཁན་དེ་ངོ་བོ་ག་རེ་འདུག་རྣམ་པ་ག་རེ་ལས་ཀ་ག་རེ་བྱེད་འདུག་ཁོ་ཚོ་གཉིས་ཀྱི་ཁྱད་པར་དེ་ཡག་པོ་བསམ་སྟངས་ལ་ཨོ་ཡེ་འདི་གཉིས་ཀྱི་ནི་ཁྱད་པར་ལྟོས་ལ་རེད་ལྟོས་སོ་སོས་བསམ་སྟངས་ལ་ཡག་པོ་དང་མིག་ལྟ་དང་ཡང་བསམ་སྟངས་མི་རོ་དགོངས་ཀྱང་རོ་དགོངས་སོ་དགོངས་ཏེ་རྒྱག་ནི་ན་དགོངས་ཏེ། ཆོས་གཙང་མ་འདི་ངས་ཀྱང་ཀྱང་བསྡད་ནས་ཨ་རེ་ཉལ་བ་ཁོ་ན་ཐུགས་ཆེ་ད། ཆུ་འདི་ད་བཞུགས་ན་ག་ཙམ་བཞུགས་ལོ་མང་པོ་བཞུགས་འདུག་ཉེ་ཉེ་རང་ས་མ་རེད་ད་འདི་ཆོས་དེ། ཆོས་གཙང་ད་རྩ་ཆེན་པོ་ད་ཞི་བོ་རེད་དེ་ད་ཉེ་ཉེ་རང་ཁ་ཁོ་རེད་ད། ད་དངོས་གནས་ད་ནི་བོད་པ་རང་གི་ནང་ལོགས་ལ་ཡང་ད་སངས་རྒྱས་ཀྱི་སྐུ་ལ་སོགས་པ་ལ་རྐང་པ་རང་གིས་པ་གས་བྱེད་ལབ་བྱས་དེ་འདྲ་འགོ་བཙུགས་ཚར་དུས། ད། གང་ད་དེ་ཡོང་ཡ་ཡོད་མ་རེད། ད་ཟབ་ས་མ་ན་དངོས་གནས་དྲང་གནས་ང་ཚོ་བོད་ལ་ཡོད་པའི་གི་ཆོས་གཙང་ཆེན་པོ། དེའི་ནང་ནས་ཀྱང་ཐེག་པ་ཆེན་པོའི་ཆོས་དངོས་གནས་དྲངས་ཡོད་པས། གང་གིས་ངས་ག་དུས་བཤད་སོང་ད་དེ་ཚོ་དངོས་གནས་དེ་ལྟ་ལ་ངས་ད་ག་ཚོད་དཀྲོག་གཏམ་བརྒྱབ་ནས་ལན་གང་ཞེ་འགོག་ཅིག་བཤད་མ་རུང་བ་ང་རང་ཀྱང་ལོ་ཉི་ཤུ་རྩ་གསུམ་རྩ་བཞི་སོ་སྒོམ་འགྲོ་བ་དང་གདམས་པའི་བཤད་རྒྱུ་བྱང་ཆུབ་སེམས་དོན་དྲང་གི་ཆོས་ཡོད་ཙང་ཆེན་པོ་དོན་འགྲེལ་དེ་ད་ང་ཚོ་ལ་ཡོད་རེད་ད། ད་ར་འཕྲོད་དགོས་ཡོད་མ་རང་ཡོད་ཡོད་རེད་བྱས་ཙང་ད་དེ་ང་ཚོ་དེ་ཐོས་པ་བྱས་བསམ་པ་བྱས་ནས་སྒོམ་དགོས་རེད་ད་ཨ་རེ། གྲོགས་བ་མི་འདྲ་གཅིག་ལས་ཡོད་རེད་སྒོམ་ད་བྱང་ཆུབ་སེམས་ཟེར་མཁན་དེ་ཚོ་སྒོམ་ད་ཁོ་གྲོགས་བ་དེ་མི་འདྲ་གཅིག་ཡོད་རེད་མ་སྒོམ་ན་ཨ་ལས་ཞི་བོ་རེད་ཤག་ཙང་ཐོས་བསམ་ཙམ་གྱིས་དངོས་གནས་དཔེ་རེད་ཤག་བསམ་པ་ཅིག་གིས་ཤེས་ཐུབ་ཀྱི་རེད་དེ་གྲོགས་བ་མྱོང་ཐུབ་ཀྱི་མ་རེད། ཨ་ནི་ཨ་ལས་འོངས་ཟེར་ནས་ཤེས་ཐུབ་པ་རེད་དྲོ་བ་དེ་ཡོང་དུ་མ་རོགས་ད་དྲོ་བ་དེ་ཡོང་བ་ལ་འབུམ་གོ་རོགས་ད། ཟེར་བ་དེ་འདྲ་ཡིན་པ་ཡིན་དུས་འདི་ངས་ཀྱི་ནས་ཁྱད་པར་སྟོན་ཟེར་ནས་ཁྱད་པར་ཡག་པོ་བསམ་བཏང། ད་དེ་ཁྱད་པར་བསམ་བཏང་ཡོང་དུས་ཁྱད་པར་དེ་ཧ་གོ་གོ་རེད། ཁྱད་པར་དེ་ཧ་གོ་གོ་ཡོད་ཙང་དེ་འོག་དེ་དེ་འདྲ་ཡིན་པ་ཡིན་ཙང་བདག་དེ་བཞིན་གྱི་སྡུག་བསྔལ་དག་ཡང་དག་འཇལ་དགོས་རེད་ད། ཡང་དག་མ་འཇལ་ན་ག་ཅིག་རེད་ལ་ན་ཡང་དག་འཇལ་བར་མ་བྱས་ན་སངས་རྒྱས་ཉིད་ཐོབ་མི་འགྲུབ་ཅིང། ཁྱེད་རང་གི་དམིགས་ཡུལ་ཐོབ་ཏུ་སངས་རྒྱས་ཡོད་གོ་བ་ཡང་ཐོབ་ཏུ་མ་རེད་སངས་རྒྱས་ཉིད་ཐོབ་མི་འགྲུབ་ཅིང། འཁོར་བ་ན་ཡང་བདེ་བ་མེད་དམིགས་ཡུལ་ཕལ་པའམ་གནས་སྐབས་ཀྱི་དམིགས་ཡུལ་འཁོར་བ་ལ་གནས་པའི་གནས་སྐབས་ལ་ཡང་བདེ་བ་ཅིག་དགོས་ཀྱི་ཡོད་ཙང་དེ་ཡང་རག་མ་རེད། བྱོལ་སོང་སྡུག་བསྔལ་ཀྱང་མི་ལོན་གྱི་རེད་བྱིས་པ་རང་གི་དོན་ཆེད་སྲུང་ཚར་བ་ཆུ་ཚོད་དེ་འདྲས་ཡིན་པ་ཡིན་དུས་ཁོ་བ་ན་ཡང་བདེ་བ་མེད་ཅེས་གསུངས་པ་ལྟར་བདག་སྐྱེས་པར་འཛིན་པ་དགུ་ལོ་ཀུན་གྱི་འགོ་དང་གཞན་སྐྱེས་པར་འཛིན་པ་ཕུན་སུམ་ཚོགས་པ་ཐམས་ཅད་ཀྱི་གནས་སུ་བསམ་མོ་ས་ཏེ་དཔེ་སྲིད་ཀྱི་བདག་སྐྱོན་ཨང། ད་འདི་ཁ་ཐུག་དེ་ལ་ཡང། རྗེ་རིན་པོ་ཆེན་གྱི་ལ་རེ་ཆེན་མོ་ལྟར་ན་རང་གཅེས་འཛིན་སྐྱོན་གཞན་གཅེས་ཡོན་ཏན་གསུམ་ཚང་མ་ན་འདི་རེ་བཞག་ད་འདི་ནང་ན་འདི་རྡོག་རྡོག་གཅིག་གསུམ་ཚ་ནས་ད་དེ་དང་འདྲེས་པ་དེ་ནང་ཆོས་དེ་འདྲས་རྒྱས་པ་ཟེར་ཡ་ད་ངེད་མ་འདྲེས་བཤད་ངོ་མ་དེ་རྒྱབ་ཚགས་ཚགས་རོབ་ཙུག་ལོག་བཞག་ན་འགྲིག། ཤོག་གྲངས་ཉིས་བརྒྱ་བརྒྱད་ཅུ་གྱ་ལྔ་གསེར་ཞུ་བ། གཉིས་པ། བདག་གཅེས་འཛིན་གྱི་སྐྱོན་བསམ་པ་ནི་བསྡུ་བ། ཁ་སང་འདི་ཡིན་གྱི་དྲིས་སོང་ད་འདི་ནི་མ་བྱེད་བློ་དགོས་ཡོད་པ་ད་ལྟ་ལག་ལེན་ཆེན་པོ་དང་ཏག་ཏག་འབྲེལ་བདེ་བ། གཉིས་པ། བདག་གཅེས་འཛིན་གྱི་སྐྱོན་བསམ་པ་ནི་བརྗོད་འཇུག་ལས་འཇིག་རྟེན་སྡུག་བསྔལ་འབྱིན་གྱིན་པ་དེ་རྒྱུ་རང་སྟོབས་འདོད་རེ་ཆུང་ངུ་མང་དུ་ཤེས་སྟངས་ཅི་ཞིག་གིས་བྱིས་པ་རང་གི་དོན་བྱེད་དང། ཐུབ་པ་གཞན་གྱི་དོན་བྱེད་པ་འདི་གཉིས་ཀྱིས་ནི་ཁྱད་པར་འདོད་ཤེས་དང། བདག་ཉིད་སྐྱོན་ཅན་གཞན་ལའང་ཡང་ཡོན་ཏན་རྒྱ་མཚོ་རུ་ཤེས་བྱས་ནས་སྡང་འཛིན་ཡོངས་སུ་དོར་བ་དང་ཞེ་སློང་བ་ནི་དགོས་པ་ཆགས་ད་འདི་ཁ་སང་གཟའ་ཉི་མེད་ཀྱི་སྤྱོད་འཇུག་པི་ཏི་གང་ལ་དགྱེས་ཤིང་རྒྱལ་བ་ཞུ་ཚར་བས་བྱས་ཙང་དགའ། ཚིག་ཏུ་སྤྱོད་འཇུག་གི་རྩ་ཚིག་འདིས་ཀྱང་ཨ་ནི་རང་གཅེས་པར་འཛིན་པ་དེ་སྐྱོན་ཅན་ཡིན་པ་ཅིག་ཤེས་དགོས་ཀྱི་རེད། གཞན་གཅེས་པར་འཛིན་པ་དེ་ཡོན་ཏན་རྒྱ་མཚོ་ལྟ་བུ་ཡིན་པ་ཤེས་དགོས་རེད། དེ་ལ་བརྟེན་ནས་བདག་འཛིན་དོར་ཡ་དང་ཞེ་ལམ་སྒོམ་དགོས་རེད་ཅེས་བྱས་པ་ལ་ཡུལ་བདག་གཉིས་སྐྱོན་ཅན་ཟེར་གྱི་རེད། ད་དེ་ནས་རང་གཅེས་འཛིན་གྱི་སྐྱོན་གཞན་བདག་ལུས་གང་ལ་ཆགས་པ་ཡིན་ཟེར་དེ་རིགས་ཁ་སང་ཞུས་ཡིན་པ། ལུས་ལ་ཆགས་པའི་ཆགས་པའི་ཉེས་དམིགས་གཙོ་བོ་གསུམ་པོ་ཡོད་མ་རེད། བདག་གིས་བདག་ལ་གཅེས་པར་འཛིན་དེ་ལ་བརྟེན་ནས་བདག་གིས་ལུས་ངག་ཡིད་གསུམ་ལ་གཅེས་པར་འཛིན། ལུས་ངག་ཡིད་གསུམ་པའི་ནང་ནས་ང་ཚོ་བློ་ལ་མ་ང་སྟེ་ལུས་གཅེས་འཛིན་འདི་མ་ང་གི་གི་ཡོད་རེད། ལུས་གཅེས་འཛིན་ལ་བརྟེན་ནས་ཆགས་པ་གི་གི་ཡོད་རེད་དེ་ཡིན་ཙང།

ད་དེ་ནས་སྐྱོབ་སེ་ཅན། འཇིག་རྟེན་དག་ན་འཚེ་བ་གང་ཡོད་དང་འཚེ་བའི་ལས་ཀ། སེམས་ཅན་ལ་ཡང་གནོད་པའི་ལས་ཀ་སོགས་བརྗོད་པ་ལ་སོགས་པ་དེ་འདྲས་ཡོད་སེམས་ཅན་ལ་ཡང་གནོད་པའི་ལས་སྐལ་གྱི་བྱ་བ་ཚེ་ཡི་བྱ་བ་ཟེར་ཡ་ཚང་མ་རང་གཅིག་འཛིན་པའི་དཔེ་ལས་ཡོད་ཁུ་རེ་གསུངས་སྐྱོབ་སེ། འཇིག་རྟེན་དག་ན་འཚེ་བ་གང་ཡོད་དང་དེ་ནང་བཞིན་གྱི་འཇིག་དང་སྡུག་བསྔལ་ཇི་སྙེད་ཡོད་གྱུར་པ་དེ་ཀུན་བདག་ཏུ་འཛིན་པ་ལས་བྱུང་ནའང་བདེ་ཆེན་འདེབས་དེ་ཡི་སྒོ་དེ་ཡི་སྒོ་ཟེར་བའི་དེ་ཡིས་ནི་བདག་ལ་ཅི་ཞིག་བྱ། ད་བོད་རང་གཅིག་འཛིན་བདག་འཛིན་དང་རང་གཅིག་འཛིན་ཟེར་ངེས་ཏེ། གདོང་འདྲེ་གྱི་ནང་ནས་གདོང་འདྲེ་ཆེ་ཤོས་འོ་དེ་དེ་རེད་གསུངས་ལ་དུག་ཤུལ་དེ། ཅི་ཞིག་བྱ་ཞེས་དང། འདི་ཡི་བརྒྱ་ཕྲག་ཐམས་ཅད་དུ་འཁོར་བར་བདག་ལ་གནོད་པ་ཆེ་ཡིད་ཀྱིས་རང་དོན་བྱེད་འདོད་པའི་སྐྱེ་བ་གྲངས་མེད་འདས་གྱུར་ཀྱི་ཉེས་པ་ཆེན་པོས་དེ་ལྟ་བུའི་ཁྱོད་ཀྱི་སྡུག་བསྔལ་བ་ཞིག་འགྲུབ་ཞེས་དང། བློ་སྦྱོང་ལས་ཀྱང། ལས་ལན་ཐམས་ཅད་ཅི་ལྟར་དང་ཞེས་གསུངས་པ་ལྟར་རང་ལ་མི་འདོད་པ་ནས་ན་ཚ་དང་མཚོན་གྱི་གནོད་པ་དང་དུག་དང་དགྲ་དང་ལྷ་ཀླུ་སོགས་མི་དང་མི་མ་ཡིན་གྱི་གནོད་པ་སོགས་ཚེ་འདིར་བྱུང་ཟིན་པ་དང་འབྱུང་བཞིན་པ་དང་འབྱུང་བར་འགྱུར་བའི་གནོད་པ་དང། ཡང་ངན་འགྲོ་དང་བདེ་འགྲོ་རྣམས་སུ་སྐྱེས་ཏེ་སྡུག་བསྔལ་མྱང་ཟིན་པ་དང་མྱོང་བ་དང་མྱང་བར་འགྱུར་བའི་གནོད་པ་དང་སྡུག་བསྔལ་སོགས་ཅི་ཡོད་པ་ཐམས་ཅད་དང། གཞན་ཡང་ཚེ་འདི་དང་ཕྱི་མའི་སྡུག་བསྔལ་དང་འཕྲལ་དང་ཕུགས་ཀྱི་སྡུག་བསྔལ་སྔར་མ་ཤེས་པ་ཐམས་ཅད་ནི་རང་གཅེས་འཛིན་གྱི་བློ་ངན་འདི་ལས་བྱུང་བ་ཡིན་སྙམ་དུ་བསམས། རང་གཅེས་འཛིན་ཉེས་དམིགས་ཅི་ཡི་ཆ་ནས་འདི་བྱས། ད་བློ་སྦྱོང་ཉི་མའི་འོད་གསལ་ནས་གསུངས་པའི་རང་གཅེས་འཛིན་ཉེས་དམིགས་ཀྱི་བར་རེད་ད་འདི། ད་ལྟ་ཡང་ཀློག་ན་དུས་ཚོད་སྟེར་དགོས་ས་རེད་གལ་སྲིད་ལ་བལྟས་ཚེ་འགྲེལ་བཤད་མ་རྒྱག་ན།

ཤིན་ཏུ་མཐུན་པ་ཡི་བསྟན་པ་ཡུན་རིང་སྤེལ་བའི་བཀྲ་ཤིས་ཤོག་རྫ་གྱོ་ལ་མ་རྣམས་ཀྱི་བཀྲ་ཤིས་ཤོག་ཡི་དམ་ལྷ་ཀླུ་རྣམས་ཀྱི་མ་རྩ་མཁའ་འགྲོ།